ཨོ་ལ་སུ། ད་དེ་རིང་ངས་ཡང་དེ་ནས་མ་གཏོགས་མིང་ཙམ་གྱི་ཁ་སང། དེ་གི་མཚམས་ནས་ད་ལྟ། ང་ཚོ་གང་ཟེར་གུང་ཐང་བསྟན་འཛིན་ནོར་བུ་ལགས་ཀྱིས་བརྩམས་པའི་གཙང་སྟོད་བྱང་ང་རང་གི་རིག་གནས་ལོ་རྒྱུས་ཞེས་དེ་ནས་མ། བོད་ཀྱི་ཞིང། ཀློག་ཆོག་པ་ཅིག་ཞུ་ཡས་ཡིན་ད་ཀ་སང་ང་ཚོ་ཁོང་རང་གི་ལོ་རྒྱུས་ཀྱི་སྒྲོམ་གཞི་བླངས་སྟངས་རོགས་ཏིག་ག་རེ་རེད་ཟེར་ན་དང་པོ་དེ་ཡུལ་ཅན། བཞི་ཤེལ་ཤ་ཐང་རུ་བ། དང་པོ། ངག་རིང་གི་མིང་ཐོགས་སྟངས་དེ་ག་འདྲ་ཡིན་པ་ད་ལྟའི་ཆ་ལས་ཨ་ནི། མིང་གི་རིམ་པ་དེ་བཞི་གི་འཕོ་འགྱུར་ཕྱིན་པ་ཞིག་རུ་བ། འོ་བཞི་གི་འཕོ་འགྱུར་ཕྱིན་རྗེས་ད་ལྟ་ངག་རིང་ཟས་དེ་ཕར་ལ་ལྷག་ཡོད་པ་གཅིག་བྱས། ད་ལ་དེ་ཚར་བའི་རྗེས་ལ་ཨ་ནི་ངག་རིང་ཟས་དེ་གྲུབ་ཚུལ་ས་ཆ་གི་ཁྱབ་ཁོངས་གྲུབ་ཆ་ག་ནས་གྲུབ་ཡོད་རེད་ཟེར་དུས་ས་ཆ་གི་ཁྱབ་ཁོངས་ཡུལ་ཆེན་བཞི་གི་ནང་ནས་ཁྱབ་པ་རེད་ད་དེའི་ནང་ནས་ཁ་སང་དང་པོ་དེ་བྱུང་ན་དེ་ཆགས་པ་བྱས། ཨ་ནི་ང་ཚོ་ལྡོག་གཞུང་ཚགས་པ་བྱེད། ད། ཁ་སང་དེ་ན་མུན་སྣང་ཟེར་གཅིག་བྱེད། ཨ་ནི་ཟང་ཟང་ཟེར་གཉིས་རེད་འོ་ད་ཁོ་རང་གི་ལོ་རྒྱུས་སྒྲོམ་གཞི་འདྲ་བོ་མ་བསམ་ན་དང་པོ་བླང་ས་གོ་དེ་མིན་དོག་གཞི་རེ་བླངས་པ་ད་ང་རིང་ཟེར་གི་འདུག་ས་ཆ་གི་གྲུབ་སྟངས་དང་ལོ་རྒྱུས་བཤད་སྟངས་དེ་ཆོ་ག་འོ་ད་དེ། ཁོང་རང་ལོ་རྒྱུས་གསུང་མཁན་ཅིག་གིས་རེད་བ། བྲིས་ཐང་ཅིག་རེད་བ། ད་དེ་ལ་ཡང་ད་ལྟ་ང་ཚོ་གཞན་པ་དེས་ད་ལོ་རྒྱུས་ཅིག་དོན་གྲོགས་ཡོད་རུ་བ་དེས་ང་ཚོ་གཙང་དྲུག་སྟོབས་ལས་ཙམ་ནང་བ་ཡང་ཏིག་ཏིག་ཅིག་མ་འདྲ་བཞི་བ་ད་གང་ལྟར་ང་ཚོ་གཉིས་དགའ་ཅིག་རེད་མ་གཟིགས་བ་ཡིན་ན་ཨ་ནི་ཁ་ས་པར་ཐང་མ་སོང་ན་ཡག་པོ་ཅིག་གཟིགས་ཐུབ་ཡས་ཏན་ཏན་ཁྱད་པར་ཅིག་ཡོད་ས་རེད་འོ་དེ་འདྲ་ཅིག་བྱས། ད་ཁ་སང་བཞི་བ་དེ་ནི་མ་བུད་ཅིག་དོམ་ཁ་སོགས་རེད་ཕྱོགས་སྡོམ་འདྲ་བོ་ཅིག་ཞུས་བ་ཡིན་ན་ད་རྩ་བའི་ང་ཚོས་མུས་མུས་ནང་བཟས་དེ་ག་རེ་བྱས་ནས་ཐོབ་པ་རེད་ཟེར་ཏེ་དེར་ད་དང་པོ་མིང་གི་ཐོག་དང་བྱས་ཡོད་རེད་པ་ད། ཁ་སང་བས་ན་ཅུང་སྣང་ཟེར་གི་ཅུང་དེ་ག་རེ་ཆགས་པར་ཟེར་དུས་ཁོང་རང་གིས་ང་ཚོ་བོད་ཀྱི་རུས་རྒྱུད་ཅིག་གི་མིང་ཡིན་ས་རེད་ཅིག་བྱུང་སོང་ང། ད་ག་ནང་བཞིན་མདོག་ཟེར་མདོག་གཞུང་གི་མདོག་དེ་ཡང་རུས་རྒྱུད་ཅིག་ཡིན་པ། རེད་པ། འོ་ལྡོག་ཅིག་བྱ་བར་ད་ད་ལྟ་མོའི་ཡུལ་ཟས་དེ་ཡང་རུལ་རྒྱུ་རང་མེད་པ་ནག་པོ་ཞིག་འདུག་ཅེས་རྒྱལ་བའི་རྣམ་འཕྲུལ་མུ་ཅན་དུ་བྱོན་ཙང་མུ་ཟས་དེ་མུ་དྲས་ཟིག་གི་རུལ་པ་གཅིག་ལ་གཅིག་རྒྱུད་ཀྱི་མ་ཇི་ལྟ་དེ་ས་དེ་ཚོ་རྗེས་འཇུག་ཅིག་ལས་མེད་འགྲོ་འོ་དེ་འདྲ་བྱས་རྗེས་ཨ་ནི་མོའི་ཟས་ཀྱི་དེ་འདྲ་ཞིག་ཆགས་པས་ཅིག་གྲུབ་ཀྱི་འགྲོ་ཅིག་གང་ལྟར་དེ་འདྲ་བྱེད་རོགས་ཞེས་བྱ། ཁོང་རང་གིས་འོ་འདི་འདི་འདྲ་ཅིག་རེད། ད། མོས་བཞེས་དེ་ལས་ཡ། ས་ཆ་དབྱེ་བ་ཡིན་ན་ད་ང་ཚོ་ཁ་སང་ཚང་མ་གཅིག་པ་རེད་ཅུང་ལྟོས་དང་ཅུང་མེད་ལྟོག་ལྟོས་ལྟོག་མོད། མོས་ལྟོས་མོས་མེད་བྱས་བྱས་དུ་བ། འོ་བྱས་ཙང་འདིའི་ནང་ལོགས་ལས་མོས་ལྟོས་དེ་ལྟ་མོ་ཤར་སྲིད་ཀྱི་ཡོད་རེད། མོས་མོས་དེ་ཡ་མོ་ལྟར་རྒྱུས་ཟེར་དེ་འོ་ད་ཡ་མོ། སྔོན་མ་ནི་ཡ་མོ་ཤག་ཟེར་བ་ཡ་མོ་ལྟར་རྒྱུས་བྱས་བྱས་འདི་གཉིས་རེད། འོ་ན་ད་འདི་འོ་འདི་གཉིས་ཀྱི་མཚོན་ནས་ད་ག་རོ་རེད་ཟེར་ན། གར་ཚོགས་ར་ཡབ་མོ་ཤང་གི་བྱང་ཕྱོགས་ནས་བྱས་རྗེས་ད་ལྟའི་ཟབ་རྩི་ཐང་དེར་ད་ག་འདྲ་ཡོད་ཟེར་ན་རྟ་མོ་ཤ་སྟར་རྒྱུའི་འགའ་རྟ་ཟེར་གྱི་འདུག་སྟར་རྒྱུའི་ཟ་འགའ་ཟ་འགའ་ད་ཡན་ཆད་འདུག་བྱས་རྗེས་གྲུབ་བསྡད་ཡོད་རེད་ཡབ་མོ་ཤ་ནས་བྱས་རྗེས་ཨ་སྟར་རྒྱུའི་ཟ་འགའ་ད་ཡན་ཆད་ད་དེང་སང་ག་རེ་གྲུབ་བསྡད་ཡོད་རེད་ཟེར་དུས་ཨ་ནི། ལུང་པ། རྟ་རྒྱུས་ཞེས་དེ་འདྲ་ཅི་གྲུབ་དེ་ཁ་ཟས། མ་གི་མུས་ཞེས་ད་ས་ཇག་གི་གྲུབ་ཆ་ཨོ་རྡོག་ཆེ། ད་འོ་ན་འདི་གི་རྣམ་ཤེས་ཀྱི་གྲུབ་ཆ་འདི་ག་འདྲ་འདྲ་བ་བརྗོད་ཨ། ད་ཁ་སང་གཞན་པ་དེ་ཚོ་ཏིག་ཚེ་དྲངས་ནས་ཅི་རེད་འདུག་བ་ས་ཇག་དེ་འདྲ་རེད་ཨ། ལྷག་པར་དུ་ང་ཚོ་ད་ལྟ། ལྡོག་ཆུང་གི་སྐོར་ལས་བྱུང་རིགས་འདི་ལ་ཡང་ཁ་ཚང་དེ་གའི་ལྡོག་ཆུང་བཀྲ་ཤག་ལ་དེ་ཅི། མ་འདྲ་ཞིག་གསུངས་དེ་ནས་མ་ཏག་ཏག་མ་བདེ་བའི་འགའ་ཤས་གསུངས་འདུག་བ་དེ་ཏན་ཏན་ཡོད་ཡོད་ཀྱི་ཡི་རེད། འོ་དེ་ཡིན་དུས། བྱེ་ཐང་གི་ལྡོག་ཆུང་གི་དེ་ནང་ལོགས་ལས་ས་ཆ་དེ་ཚོ་སུ་ཡང་ག་ལ་ག་ཚང་དེ་ཅི་དོག་པོ་ཡོད་པ་གང་ཞིག་ལ་ལྡོག་ཆུང་གཙང་པོ་དེ་མ་ཧ་ཅང་གི་རིང་པོ་ཡོད་པ་ལ། འདི་ཀི་ལོ་མི་ཏར་ག་ཚོད་ཅིག་གསུངས་སམ་ཉིས་བརྒྱ་ཚར་བྱོན་པས་ཡོད། ཨོ་འདུག་ཅེས་ལྕགས་ཟམ་ཡང་བཅུ་ཚུན་ཅིག་ཡོད་པའི་དགེ་འབྲས་ཀྱི་ཁྱབ་ཁོངས་རིན་པོ་ཆེར་འདུག་པ་དེ་འདྲས་ཅིག་ཡོད། ད་འདི་ད་ལྟ་མུའུ་འདི་ཡང་ས་ཆ་ང་རང་ཚོ་གི་བྱང་ཕྱོགས་ནས་བྱང་ངག་རིང་གི་ནང་ལོགས་ནས་ད་བྱང་ངག་རིང་རེད་མ་ད་ངག་རིང་ཁོ་རང་གི་ནང་ལོགས་ནས་ཡང་གནམ་གཤིས་དྲོ་བ་དྲས་ཤིང་ཡང་ཤིང་ནགས་ཡང་ག་ལ་གང་ན་ཡོད་པ་བྱས་ཙང་འདི་ཡང་མ་འདི་ས་ཆ་དྲོ་ཤོས་དྲས་ཤིང་བན་དྲུ་ཟམ་པ་ཞིག་འདུག་ཨོ་འདི་འདྲས་ཅིག་བྱས། འོ་ད་འདི་ངབ་རིང་ཟེར་གི་ས་ཆ་གི་བྱུང་རབས་ཟེར་ན་འདྲ་བྱུང་རབས་ས་ལ་མིང་ཐོག་སང་ས་ཆ་གི་ཁྱབ་ཁོངས་ག་རེ་ག་རེ་ཡོད་རེད་ཟེར་འོ་ད་འདི་འདྲ་ཞིག་བྱེད། འོ་ད་འདི་ནས་ཁོའི་ནང་ལོགས་ལས་ངབ་རིང་གི་ནང་ལོགས་ལས་ད་ཆ་སྣོད་དང་བཅུད་ཟེར་བཞི་བ་རེད་པ་དེའི་ནང་ནས་བཅུད་ཟེར་ན་འདི་ནང་ལ་སྐྱེས་ཆེན་ཐང་པ་ག་རེ་ག་རེ་ད་ངས་ཚང་མ་འདི་ནས་མ་ཁྲིད་ཞུ་ཐུབ་ཀི་མི་འདུག་ད་ག་ཚང་ཀློག་ཚར་བ་རེད་བ་ནང་པ་ཚོ་གི་དེ་ནས་མ་བསྟན་དེ་གསན་ཡོད་རེད་མཁྱེན་གི་རེད་བ། བྱས་ཙང་ད་དང་པོ་དེ་རྒྱལ་ཆེན་གཅིག་གླེ་ལུང་དགོན་པ་ཟེར་ཞིག་འདུག་གཅིག་ག་གཅིག་བུ་མ་གླེ་ལུང་ཟེར་ཞིག་ཡང་ཡོང་ཨོ་དེ་ལ་གླེ་ལུང་དགོན་པ་ཇག་དང་ནི་གཅིག་འདུག་གཉགས་དགོན་པ་ཞང་རོ་ཟེར་ཞིག་ཨ་ཁ་ཟས་ཨོ་ཅེ་གཉགས་མི་འབར་ཟེར་ཞིག་འདུག་ཨ་ནི་འགྲོ་མགོན་འཕགས་པ་གི་ཚའོ་ཨོ་ཁ་རེད། ཏི་ཤི། རྒྱལ་མཚན་དཔལ་བཟང་ཏི་ཤི་ཟེར་ཏེ་གོང་ལས་ཀྱི་རེ་དོགས་ངོ་མ་སོག་པུག་ཤི། འོ་ཆེ། ཨ་ནི་མུས་ཆེན་དཀོན་མཆོག་ཀྱང་ཟེར། ད་དེ་གོང་ཚེ་ཉེ་དྲགས་ཆུན་པོ་ཆེ་རུ་བ་མུས་ཆེན་སངས་རྒྱས་རིན་ཆེན་ཟེར་བ་འདྲ། འོ། དེ་འདྲ་ཅིག་རེད་ཤག། ད་ད་དུང་དེ་མ་ག་ཤེད་ཡོད་ཀྱི་ད་ངས་དེ་མི་དྲན། ད་དེའི་ནང་ནས། སྐབས་དེ་དུས་མུས་འདི་ག་རེ་རེད་ཟེར་ན་ང་ཚོ། ས་སྐྱ་ཀྱི་དུས་ཚོད་ག་ལ། ག་རེ་བྱས་པ་རེད་ཟེར་དུས། བོད་ཁྲི་སྐོར་བཅུ་གསུམ་ལས་གཡས་པ་རེད་བ། བྱས་ཏེ་བོད་ཁྲི་སྐོར་བཅུ་གསུམ་གྱི་ནང་ནས་གཅིག་དེ། དུ་བྱང་གི་ཁྲི་སྐོར་ཞིག་བརྩིགས་དུས་རྩ་ནས་ད་བྱང་ཐག་གི་རྒྱུ་བབས་ནས་དབང་བསྒྱུར་གནང་སར་ན་ཁྲི་སྐོར་ཟེར་དུས། མོས་འདི་སུ་གི་ཁྱབ་ཁོངས་ལ་ཡོད་ཟེར་དུས་སྐབས་དེ་དུས་གཉགས་ཀྱི་རྒྱུད་པ། འོ་དེ་འདྲ་ཞིག་རེད་ཤག་དེ་འདྲ་ཡིན་དུས། གཉགས་དེ་ཧ་ལམ་ས་སྐྱ་གི་གཉགས་སྟོན་གྱི་གདུང་རྒྱུད་ས་སྐྱ་གི་ནང་གི་གཅིག་ཡིན་ས་རེད་འོ་བྱས་ཙང་ཁོང་ཚོ་གི། མོས་ཀྱི་དབང་བསྒྱུར་ནང་ལ་ཡོད་དུས་ཁོང་ཚོ་ལས་སྟོང་སྐོར་ཅིག་ཟིག་འདུག་བ། འོ་དེ་ཡིན་དུས་ཅི་སྟེ་ཁྲི་སྐོར་བོད་འདི་ཆིག་སྒོར་བཅུ་གསུམ་ལ་བརྩི་གི་ཡོད་དུས་ད་ང་ཚོ་ཆིག་སྒོར་བཅུ་གསུམ་ལ་ནི་སྟོང་སྟོང་ཆ་སྟོང་ཆ་བརྩི་དུས་རྩ་ནས་ཨ་ནི་ག་རེ་རེད་ཟེར་ན། སྟོང་སྒོར་གཅིག་ཆགས་ཀྱི་ཡོད་རེད་བྱས་བྱས་འོ་ད་དེ། མདོར་བསྡུས་ལོ་གཅིག་དེ་འདྲ་ཞིག་བྱས་བཟོ་པ། ད་དེའི་ནང་ནས་གནས་ཆེན་འདི། མུས་འདོད་གླིང་ག་སེ་གླིང་རྒྱ་དགོན་པ་སེ་ཞིག་འདུག། བདེ་བ་ཅན་དང། ག་སེར་གླིང་ག་བདེ་བ་ཅན་ཞེས་དང་ཡ་མ། ལུས་ཀླད་རླུང་དགོན་པ། ཆོས་རྫོང་དགའ་ལྡན་རྩེ་མོ་ཟེར་རོ། ཆོས་དར་རྫོང་ཟེར་བཞི་ཏོ། ཨ་ནི། བྱ་ཨུ་དགོན་པ་ལ་སོགས་པ་ལ་ཟེར་བ་ཏན་ཏན་མང་པོ་ཡོད་དེ་མ་དེ་བཞིན་རོབ་ཅིག་བཤད། ཨོ་ད་འདི་ག་རེ་རེད་ཟེར་ན། མུས་ཞེས་དེ་ལྟར་ང་ཚོ་མདོར་བསྡུས། ཁ་སང་གི་དེ་ཡ་གར་སོགས་ཕྱོགས་བསྡོམས་ཞུས་ཡོད་ཀྱི་གནས་སྟངས་དེའི་ཆེད། ད་དེ་རིང། དེ་རིང་རང་རེད་ཁ་སང་དེ་རྗེས་དེ་མ་ག་རེ་ཞུས་པར་ཟེར་ན་ང་ཚོ་བཟང་བཟང་ཟེར་ད་ངག་ལན་གྱི་ཕྱོགས་ནས་བྱང་ཕྱོགས་ཕྱོགས་ཡིན་པས་ཨོ་འདུག་བྱས་རྗེས། དེ་ཡིན་དུས་ད་ནི་བཟང་བཟང་ཟེར་ཏེ་ད་བཟང་བཟང་ཟེར་དེ་ལ་ཡ། ཁ་སང་དེ། དོགས་ཞེན་དག་ཆ་ལས་བཟང་དེ་ལས་ཡག་དག་ཆ་མ་འདྲ་ཞིག་བྱས་ཤག་བསམ་བཟང་ང་ཟ་བཟང་རེད་ག་རེ་རེད། ད་བཙལ་བས་དེ་ལས་ཡག་བཟང་བཟང་ཟེར་དེ་ག་རེ་རེད་ཟེར་དུས། བཟང་བཟང་ང་བཟང་གཅིག་པོ་བྲིས་ཤག་ཡིན་པ་ཡིན་ན་ཡོངས་གྲགས་ཀྱི་དེ་བ་འོབས་བཟང་ང་བཟང་ཡིན་པ་བྲོས་ཀྱི་འདུག་ག་རེ་རེད་ཟེར་དུས། སྡུག་པ་ས་བདག་གཉན་གྱི་ཡུལ། བཞི་ཡངས་པའི་བཟང་བཟང།

སྐལ་བཟང་བཅས་ཆེ་བ་དང་དེ་འདྲ་གི་གནས་སྟངས་ཅིག་ཡོད་སྟེ། བ་ཅད་ད་དེའི་སྐོར་ལས་ཁ་སང་དེ་པོ་སང་ལ་གི་འདྲའི་ཞེས་དཔེ་ཡག་པོ་བསྐྱོན་སོང་ང། དེ་འདྲ་ཅིག་བྱས། ད་དེ་ནི་ལུང་པ་དེའི་བཟང་བཟང་གི་གཡས་གཡོན་དང་སྐྱེས་ཆེན་དང་བག་ངས་བསྟན་ནོ་གཅིག་གཉིས་ཀྱང་ཞུས་ཆོག་པས་ད་དུང་མང་པོ་ཞུ་ཞིག་འདུག་ད་ཚང་མ་ལུང་དྲག་གི་ན་དུས་ཚོད་ཁ་སང་ཞུས་ཚབ་ཀློག་ཚབ་བར་པ་དེ་རེད་ཤག། དཔེར་ན་རྒྱལ་བ་རི་ཁྲོད་བདེ་ལེགས་རྒྱལ་མཚན་ཞེས་ཞིག་འདུག། རུ་དགའ་བསོད་ནམས་བཟང་པོ་ཞེས་མང་ཐོས་ཀླུ་སྒྲུབ་རྒྱ་མཚོ། ཨོ་ད་དེ་འདྲ་བྱས། ཨ་ནི་དཔལ་ཆེན་བཟང་པོ་འདྲ་ཞེས་ཟེར་རོ། ཆོས་རྗེ་སྨོན་ལམ་དཔའ་བ། ཨ། ཏི་ཤི་གྲགས་པ་འོད་ཟེར་རེད་ཟེར་རོ། ཏི་ཤི་ཟེར་དེ་བྱས་ཙང་གོ་གནས་རེད་ད་ཏི་ར་ལུང་ནས་རེད་གོ་ཟེར་ར་ལུང་དེ་སྔོན་མ། ར་མོ་ལུང་ཟེར་གི་འདུག་བ། བྱང་བདག་གི་ལྟས་ངན་ཞིག་རེད་འདུག་བ། ར་ལུང་དེ། ཨོ་དེ་འདྲ་ཅིག་བྱས། ཨ་ནི། བྱང་བདག་རྣམ་རྒྱལ་གྲགས་བཟང་ཡང་འཁྲུངས་ཡུལ་དེ། དེ་བྱས་ད་དེང་སང་ངམ་རུང་གི་བཟང་བཟང་ཕྱོགས་ལས་ཚུགས། གཟིགས་འདུག་ངམ་རིང་རྫོང་དེའི་སྐབས་དེ་དུས་ཁོང་རང་གི་རྩིས་ཐང་གི་ནང་ནས་ངམ་རིང་འདི་ད་འདི་ངམ་རིང་དེའི་ཟང་ཟང་གི་ཁྱབ་ཁོངས་ནང་ལ་ཅིག་འདུག་གི་ཡོད་པའི་བཟོ་བཀོད་འཕྲོད་ཀྱི་འདུག་ག་རེ་ཟེར་ན་དེའི་ནང་ལོགས་ལས་ཁོང་རང་གི་གཅིག་དེ་ཁ་སང་འདི་འདུག་བ། སྐུ་འབུམ་ཟེར་ཏེ་སྐུ་འབུམ་རྣམ་རྒྱལ་ཟེར་ཏེ་ཁ་སང་དེ་ལ་རྒན་པ་སངས་ལ་རེད་གསུངས་སམ་སོང། སྐུ་འབུམ་དགོན་པ་ཡོད་བ། ཨ་སྐུ་འབུམ་དགོན་འབག་གི། སྐུ་འབུམ་འབག་གི་ད་ལྟའི་ཆ་ལོའི་ཞག་ད་ལྟའི་ཆ་ལོའི་ཨ་ནེ་དགོན་པ་རེ་ཞིག་བྱང་ས་ཞེས་པ་དགོན་པ་ཞིག་འདུག་འོ་ད་སྔོན་མ་ས་སྐྱ་དགོན་པ་ཞོལ་གྱི་ཆུན་པོ་ཞིག་ཡོད་ཅིག་འདུག་བ་བྱས་ཙང་འདི་ག་རེ་རེད་ཟེར་ན་སྐུ་འབུམ་རྣམ་རྒྱལ་ཞེས་བྱས་མཚན་འདི་ལས་བཞིན་པ་འདྲ་བྱས་ཙང་ད་དུང་ཨ་ནེ་ཟང་ཟང་ས་ནང་ལས་ཟང་ཟ་བསོད་ནམས་རྒྱ་མཚེས་འགྲོ་མགོན་ཆོས་རྒྱལ་འཕགས་པ་བྱས་ཙང་འགྲོ་མགོན་ཆོས་རྒྱལ་འཕགས་པ་ངག་རིང་རང་ནས་འཁྲུངས་པར་ཟེར་གྱི་ཡོད་ལ་བ་བྱས་ཙང་ཁོང་རང་གི་ཟང་ཟང་གི་སྔོན་མ་ཡུལ་ཆེན་བཞི་ཟེར་བའི་བརྩི་བའི་སྐབས་ལས་ཟང་ཟང་གི་ཁྱབ་ཁོངས་ལ་ཡ་ངག་རིང་འདོད་ཀྱི་ཡོད་ས་རེད། ངག་རིང་དེའི་གནས་བབ་ཆེན་པོ་གཟིགས་འོག་འགྲོ་བས་ད་ལྟའི་ངག་རིང་རྫོང་དེའི་གནས་བབ་དེ་འདྲའི་གཟིགས་ཡས་དེ་ཧ་ལ། སྐབས་དེ་དུས་བྱང་བདག་གི་ཐུགས་བཟོད་ནས་ཆགས་མེད་དུ་བསམ་པ་ཞིག་འདུག་འོ་ད་དེ་རྗེས་ལས་ཧ་ལམ་རྗེས་མ་ངག་རིང་ཆུང་རྫོང་དགའ་མོ་སེ་རུ་མང་པོ་བྱུང་བ་ལོ་རྒྱུས་ཀྱི་རྒྱབ་ལྗོངས་ད་དེ་རྗེས་ལས་གནས་ཐོག་ཁག་པོ་རེད་འོ་འདུག་བཤད། ད་དེ་ནས་གནས་མཇལ་ཆ་བཞག་ན། ད་ད་ལྟ་ང་ཚོ་དཔེ་ཆ་བཞག་ན། ཟང་ཟང་ལྷ་གྲགས་དཀར་པོ་ཟེར་གྱི་འདུག་བ་སྤྱི་བཏང་གི་ལྷ་ཟང་ཟང་ལྷ་གྲགས་དཀར་པོ་ཟེར་དེ་ང་ཚོ་བོན་གྱི་འདུ་གནས་སུམ་ཅུ་སོ་བདུན་ཟེར་གྱི་འདུག་བ་བོན་གྱི་འདུ་གནས་སོ་བདུན་ཟེར་དེ་ང་ཚོ་ཕྱོགས་ལ་མང་པོ་ཡོད་ས་རེད་བ་ཁ་སང་སྔོན་མ་མ་མོའི་ཕྱོགས་ལ་ཡང་ཡོད་པ་གསུངས་སོང་ང་ཨོ་བྱས་ད་སྔོན་མ་ད་ལྟ་ཟང་ཟང་ལྷ་གྲགས་དཀར་པོ་ཟེར་དེ་མོན་གྱི་མོན་རང་རེད་བོན་གྱི་འདུ་གནས་སོ་བདུན་གྱི་ཡ་གྱལ་ཅིག། ཡིན་པ་གང་ཞིག་ལ་ཕྱིས་སུ། ཨུ་རྒྱན་རིན་པོ་ཆེ་གུ་རུ་རིན་པོ་ཆེས་ཆིབས་བསྒྱུར་གནང་རྗེས་བྷ་གའི་སྒྲུབ་གནས་གནང། གནང་བཟའ་ཏེ་འདས་དུས་བྱས་རྗེས་ཚུར་བསྒྱུར་བ་ཞིག་ཀ་ཅཱ་སང་སང་བྷ་དྲ་ཀར་བོ་ཟེར་བྱས། རྩ་བའི་གར་ཟེར་ན། བོན་གྱི་གནས་ཚུལ་འདི་སྐབས་དེ་དུས་གར་བྱེད་ནས་ཡོང་ཡོད་རེད་ཟེར་ན། བོད་བཙན་པོའི་གོང་ལ། ངག་རིང་འདི། སྟག་དན་ད་པའི་ཞེས་བྱ་ན། གཡས་རུ་ཆགས་ཟེར་གྱི་རེད་པ། བཙན་པོའི་གོང་ལ་ངར་རིང་གི་ས་ཆ་མང་ཆེ་དེ་ག་རེ་ཡོད་པར་སེ་དུས། ཞང་ཞུང། བར་མ་ཟེར་གྱི་ཡ། ཞང་ཞུང་གི་ཁྱབ་ཁོངས་ལས་དུས་དུས་ཞང་ཞུང་དེ་བོན་གྱི་རྟེན་གནས་ཤིག་ཡིན་དུས། བྱས་ཙང་ཁ་ཤུགས་རྐྱེན་དེ་མ་དེ་འདྲ་ཞིག་སླེབས་མེད་འགྲོ་བསམ་པ་ད་དེ་རེད་བྱས་ཙང་བོན་གྱི་འདུ་གནས་སོགས་བསྟུན་ཟེར་འོ་དེ་འདྲ་ཞིག་རེད། ཨ་ནི། བཀྲ་བཟང་དགོན་པ། བཀྲ་བཟང་དགོན་པ་དེ་ད་ལྟ་དེ་རིག་འཛིན་དགོན་བསྟན་པའི་ཞང་རྒྱུད་དེ་རེད་པ། ཨ་ནི། ནད་རིང་དགོན་པ་ཞེས་བཞི་འདུག་བདུད་རྩི་འོ་མ་སྦུབས། སྐུ་འབུམ་རྣམ་རྒྱལ་ཞེས་རྟ་དེ་འདྲ་བ་གས་དེ་རེད་སྐུ་འབུམ་གྱི་དེ་བྱེད། ཨ་ནི་དོང་གླིང་ཞེས་རེད་རྟ་ག་འདྲ་དེ་རེད་མ་མ་ག་ཤེས་ར་བྱེད་འདུག་རྟ་དེ་ཚོས་རེད་བྱེད། འོ་རྟ་དེ་ཁ་སང་ང་ཚོ་རྟ་ངམ་རིང་གི་ས་གཞིའི་གྲུབ་ཁུངས་གྲུབ་སྟངས་དེ་ཆར་ཆགས་བ་རེད། འོ་སྡུག་ས་རེད་ད་རྣམ་པ་བཞི་ཅིག་འདུག་བ་ས་ཆ་ང་ཚོ་ཡུག་ཆེན་བཞི་ཟེར་གི་འདུག་ལོ་རྒྱུས་ཀྱི་རྒྱབ་ལྗོངས་ཁོང་རང་གི་ལྟ་སྟངས་ཡུག་ཆེན་བཞི་བྱས་ཡུག་ཆེན་བཞི་དེ་ཨ་ནི་རེ་རེ་ནང་ལོགས་ནས་དམིགས་བསལ་གྱི་ཁྱད་ཆོས་ག་རེ་ག་རེ་ཡོད་རེད་སྐྱེས་ཆེན་དམ་པ་ག་རེ་ག་རེ་ཡོད་རེད་གནམ་གཤིས་ཐོན་རྫས་ག་རེ་ག་རེ་ཡོད་རེད་ད་འདི་དེ་ཆ་ཚང་བྱས་འོ་ད་ང་བཟང་བཟང་ལས་གནམ་གཤིས་ཀྱི་ཆ་ནས་བྱས་ན་ད་དྲང་ཤེས་ཆེན་པོ་ཡིན་པ་དེ་ནི། འཚོ་ཐབས་ཀྱི་ཆ་ནས་འབྲོག་སྡེ་ཡིན་པ་རོ་མང་ཆེ་འབྲོག་སྡེ་རྩྭ་ཐང་དང་སྟར་རིགས་དང་དེ་འདྲ་མང་པོ་ཡོད་པ་དག་ནང་བཞིན་དེའི་ནང་དུ་གཏེར་ཁ་གི་ཆ་ནས་དང་རང་ཚུགས་གཏེར་རྩེ་མང་པོ་ཅིག་ཡོད་འདོད་པ་འོ་དུབ་བྱས་ཀྱི་ཟང་ཟང་གི་ད་གར་བཟོ་རེད་ཁ་སང་བྱུང་རིམ་ད་དེའི་བར་ལ་ང་ཚོ་ག་རེ་བྱ་བར་ཟེར་ན་ད་ངམ་རིང་ཟེར་དེ་ག་རེ་རེད་པས་ཟེར་བྱོས་ར་བ་ད་དེ་ཆགས་རེད་ད་ལྟ་ང་ཚོ་ད་ངམ་རིང་བསྲེས་ཏེ་ས་ཆགས་ལས་འཁྲུག་པོ་ཡོད་ན་ག་རེ་རེད་བས་ད་ད་ལྟ་ཅིག་ཆུའི་དང་ཤང་དང་དེའི་དེའི། ལྔ་བཅུ་ངར་ཁུག་གི་རྗེས་ཀྱི་སྲིད་འཛིན་ལམ་ལུགས་ཤིག་རེད་བ། སྲིད་འཛིན་ལམ་ལུགས་ཆགས་ཡོད་བ་རེད་དེ་ཡིན་དུས། ད་དེ་ཆགས་ལས་ཁོ་ལོ་རྒྱུས་ཀྱི་འདས་པའི་ལོ་རྒྱུས་ལ་བལྟས་ན་ད་ད་ཟེར་གི་ཡོད་ཀྱི་མ་རེད་བྱས་ཙང་ཁོ་རང་གི་དེ་ལོ་རྒྱུས་ཀྱི་གཞི་འཇོག་སྟངས་དེ། སྔོན་མ་གི་ལོ་རྒྱུས་ཀྱི་ཅིག་གནས་བབ་ཅིག་གི་སྒང་ནས་ཧ་ལམ་སྒྲོམ་གཞི་འདྲིས་མེད་འགྲོ་བསམ་པ་ཞིག་འདུག་འོ་དེ་འདྲ་ཞིག་ཆད་ལྟ་ག་རེ་ཡོང་བར་སེམས་ཀྱི་དང་པོ་མིང་ཐོ་དང་གཉིས་པ་དེ་ངབ་རིང་གི་གྲུབ་ཆ་དེ་ག་རེ་ཡིན་པ་དེ་ཆད་ལྟ་གསུམ་པ་ག་རེ་ཡོང་བར་ཟེར་ན་ཆོས་ལུགས་དར་ཚུལ་དང་ལོ་རྒྱུས་འཕེལ་རིམ་ཟེར་དེ་རེད་ད་ཆོས་ལུགས་ག་འདྲས་དར་དང་དར་ཡོང་བ་རེད་ཨ་ནི་ལོ་རྒྱུས་ག་འདྲས་འཕེལ་ནས་ག་བ་ག་བ་རིམ་པ་དུ་མ་སོང་ན་ག་བ་སླེབས་པ་རེད་ད་བར་སླེབས་སྟངས་ཇི་ཡོང་བ་ད་དེ་ཏན་ཏན་ཡོད་ཀྱི་རེད་འོ་ད་དེ་ནི་མ་ངས་བོད་ཆས་ཞིག་ཀློག་ཆོག་པ་ཅིག་བྱས་རྗེས་འབྲི་ཞུ་ཡས་ཡིན། ད་ང་ཚོ་ག་རེ་ཟེར་དགོས་རེད་པས་ད་ལྟ། དེ་རེད་འདུག་པ། ཆོས་ལུགས་དར་ཚུལ་དེ་ལ་ཡང་ག་འདྲེ་ཟེར་ཟེར་དུས། བྱང་ངམ་རིང་གི་ལྗོངས་དེར་དམ་པའི་ཆོས་མ་དར་བའི་སྔ་རོལ་ནས་གཡུང་དྲུང་བོད་ཀྱི་འདུལ་བའི་བསྟན་པ་དར་ཞིང་རྒྱས་པ་ཡོད་ཚུལ་སྐོར་ཆོས་འབྱུང་ལོ་རྒྱུས་མང་པོའི་ནང་འཁོད་ཡོད་པ་དེ་འོ་ད་དེ་རེད། ད་ལྟ་གང་ལོས་ཞིག་རེད་དེ། བོན་ནི་སོར་བདུན་བོན་གྱི་འདུལ་གནས་སོར་བདུན་ཟེར་བྱས་ཙང་ང་ཚོ་ངམ་རིང་གི་ས་ཆུ་དེ་ལ་ང་ཚོ་དམ་པའི། ཆོས་མ་དར་གོང་ལས་སོ་དུས་ད་དུས་རབས་བདུན་པ་བརྒྱད་པ་གི་སྔོན་ལ་གཡུང་དྲུང་བོད་ཀྱི་བསྟན་པ་དར་ཞིང་རྒྱས་པ་དེ་ཆོས་འབྱུང་ག་ལ་ཟག་ཡོད་རེད་དེ་ཡང་ལྷ་སའི་མུ་ཁྲི་བཙན་པོ་དང་ས་གནམ་གྱི་ཁྲི་བདུན་ཟེར་རོ། ག་ས་གནམ་གྱི། གནམ་གྱི་ཁྲི་དྲུག་གི་སྐུ་རིང་ལ་བཙན་པོ་མུ་ཁྲི་བཙན་པོས་ཞང་ཞུང་ནས་མཁས་པ་བརྒྱ་དང་རྩ་བརྒྱད་གདན་དྲངས་ནས་སྔགས་ཀྱི་སྒྲུབ་སྡེ་སུམ་ཅུ་རྩ་བདུན་བཞེངས་སའི་ཨོ་ད་སྔགས་ཀྱི་སྒྲུབ་སྡེ་སུམ་ཅུ་སོ་རྩ་བདུན་དེ་ཨོ་ད་ཞང་ཞུང་གི་གར་བོན་གྱི་འདུ་གནས་སའི་དེ་ཡིན་ཟེར་དེ་བཙན་པོ་སུ་གི་སྐབས་ལས་རེད་ཟེར་ན་མུ་ཁྲི་བཙན་པོ་ཞང་ཞུང་ནས་བྱ་བ་བྱས་སྐབས་དེ་དུས་ཞང་ཞུང་དེ་ཁོ་རང་ཁོ་རང་རྒྱལ་ཁབ་གཅིག་ནང་འདུས་ཏེ་ཡོ་རུ་པ་ཞང་ཞུང་སུམ་པ་ཨ་ཤ་སའི་དུས་ཟེར་ཏེ། འདུ་གནས་སུམ་ཅུ་རྩ་བདུན་ལས་ཟེར་བ་གཡས་རུ་བོན་གྱི་འདུ་གནས་བརྒྱད་ཀྱི་ནང་གཡས་རུ་བོན་ཟེར་ཅིག་དུ་བ་དུ་ནས་བརྒྱད་ཀྱི་ནང་རྟ་ནག་རྐྱང་བུ་དང། བརྒྱད་ཟེར་ད་ང་ཚོ་བརྒྱད་བརྒྱད་པ་རེད་ཟེར་འདི་རེད། བརྒྱད་ཀྱི་རྐྱང་དཀར་ཞེ་ས་བ་ལྟར་དེ་གཉིས་ནི་ལ་སྟོད་བྱང་དང་ཉེ་བའི་གཞས་མཐོང་མོལ་གྱི་ཕྱོགས་སུ་གནས་ཤིང། ལ་སྟོད་བྱང་དང་ཉེ་བའི་གཞས་མཐོང་མོལ་ད་གི་སྔོན་མ་ཡིན་པ་ཡིན་ན་ངག་རིང་གི་ཁྱབ་ཁོངས་ནང་ལོགས་ལས་དེ་འདྲ་ད་དུང་ཕུན་ཚོགས་གླིང་ནས་ག་ལ་ག་སང་འདུས་བསྡད་པ་ཅིག་འོ་ད་ད། གཡས་རུ་བོན་གྱི་འདུ་གནས་བརྒྱད་ཀྱི་ནང་ལས། ཨ་ནི་ག་རེ་ཡོད་ཟེར་ན། རྟ་ནག་རྐྱང་འབུ་དང་རྗེས་ཀྱི་རྐྱང་དཀར་ཟེ་དེ་རེད་ཤའོ་བྱས་ད་དེང་སང་བྱང་ཞེས་ཐོག་མོའི་དང་དེའི་དེ་ཡོད་པ་ཆེ་ད་དེའི་སྐོར་ལས་ཁ་སང་འགའི་ཚེ་བརྟན་ལ་ཡ་ཅིག་གསུངས་སོང་ཟེར་མ་ཞེས་ཐོག་མོའི་དེའི་ཚོ་ཉེ་བོ་ཡོད་པ་ཆེ་རེད་འདུག་ག། འོ་བྱས་རྟ་འབུ་དྲོད་ལྷས་ཞེས་ལ་སྟོད་བྱང་གི་མུས་ཀྱི་བྱང། བྱང་འབྲོག་ས་མཚམས་སུ་གནས་པ་དང། ལྟ་བུ་དྲོད་ལྷད་ཟེར་གྱི་འདུག་ས་ཆ་གཅིག་ལ་སྡོད་ཆ་ང་ད་དེ་དུས་ག་རེ་ཡོད་རེད་ད་མུའུ་བྱུང་སོང་ང་ད་ས་ཆ་ང་ཚོ་ས་ཆ་ངོ་ཟིང་བར་བ་བཞི་དེ་བྱས་ཙང་དེ་འདྲ་མུའུ་གི་ས་མཚམས་ཐོག་ལ་ཡོད་རེད་གཙང་གི་གྱེར་བུ། བཅས་ལ་སྡོད་ཆ་ངའི་ལྡོག་གཞུང་སྨད་དུ་གནས་ཡོད་རེད་ད་ལྡོག་གཞུང་ཆུང་མ་རེད་ཤག་ཟང་ཟང་ལྷ་བྲག་བཅས་ངམ་རིང་ཟང་ཟང་དུ་གནས་པ་བཅས་ཡིན་བྱས་བྱས་ཨོ་ད་དེ་ད་ཟང་ཟང་ལྷ་བྲག་དེ་ད་འདུ་གནས་བོན་གྱི་འདུ་གནས། སྲོག་བདུན་གྱི་ཡ་གྱལ་ཅིག་རེད་ཟེར་གྱི་ཨོ་ད་རེད་ད་དེ་ནི་མང་ཆེས་མ་ལྡོག་ཆུང་དང་མོས་གུས་རུ་ཡོད་པ་གང་ཞིག་ལ་བཟང་བཟང་ལ་བཏེགས་ཚོད་ཡོད་པ་གཅིག་རེད། རུ་ལག་བོན་གྱི་སྡེ་ནི་བོན་གྱི་འདུ་གནས་དགུའི་ནང་ཨོ་ཡ་གཡས་རུ་བོན་གྱི་འདུ་གནས་འདུ་གནས་གསུམ་སྲོག་བདུན་འདུ་བ་ཨ་བོན་གྱི་གཡས་རུ་བོན་རུ་ལག་བོན་གྱི་འདུ་གནས་དགུ་ཡི་ནང་ལ་ལ་སྟོད་བྱང་གི་ཁོངས་སུ་ཨ་ནི་གཏོགས་པའི་མ་མགར་རྡོ་སྦུག་ཟེར་ཆེས་མ་མགར་ཟེར་ད་དེང་སང་ལྷ་རྩེ་ཁྱབ་ཁོངས་ནས་ཡོད་བསམ་སོང་ཨོ་ཆེ། ཅེས་པ་དེ་ནི་གྲོང་པ་ལྷ་རྩེའི་མ་མགར་ལུང་པའི་མདོ་ལྕགས་འཕྲང་ཕུག་མོ་ཆེ་ལ་གནས་སོ་ཟེར་དེ་འདྲ་བྱེད་འདུག་བ་དེར་གསང་སྔགས་ཀྱི་སྒྲུབ་སྡེ་སོ་བདུན་ལས་གསང་སྔགས་སྒྲུབ་སྡེ་ལ་སྟོད་བྱང་དང་འབྲེལ་བའི་སྒྲུབ་སྡེ་ནི་གང་ཉན་རྟག་གོ་ཞེས་ད་གོ་མི་ཆོད་རྣམ་པ་ཚོས་མཁྱེན་མཁན་ལ་གསུང་རོགས་གནང། དང་ར་མཚོ་འགྲམ་ཟེར་རོ་མ་མགར་ལྕགས་འཕྲང་ཟེར་རོ་རྟ་ནག་རྐྱང་ཕུག་ཟེར་རོ། ཟང་ཟང་ལྷ་བྲག་བཅས་ཚུད་ཡོད་རེད། ཞེས་བྱས་སྟབས་ཀྱི་དོན་གྱི་བོན་གྱི་འདུག་གནས་གསོབ་ཐུང་ཡང་འདི་རེད་དོ། ད་དེ་བཙན་པོ་སུ་ཡི་དུས་སུ་རེད་ཟེར་དུས་མུ་ནེ་བཙན་པོའི་སྐབས། ད་ག་ནི་བྱུང་པར་ཟེར་དུས་ཞང་ཞུང་ནས་མངགས་ཐལ་བས་འདི་རེད། འོ་ཆེ། དེ་བཞིན། ཧྲེ་ཧྲི་རྣམ་གཙོ་ཟེར་རོ། མུ་གཙོ། དྭངས་ར་གཡུ་མཚོ་ལ་སོགས། སོགས་ལ་སྟོད་བྱང་གི་ཁོངས་སུ་གསོ་བའི་གནས་ཁག་ཏུ་བོད་བན་གྱི་འདུ་གནས་ཆགས་ཡོད་པས་ནང་ཆེན་མ་དར་བའི་སྔ་རོལ་ནས་བོན་ཆོས་དར་བའི་གནས་གཞི་གལ་ཆེན་པོ་ཞིག་ལ་གྲུབ་ཡོད་རེད་བྱས་རྗེས་པོ་ཏཱ་དེ་གྲུབ་སའི་ཁུལ་དེ་གཅིག་དེ་ཟང་ཟང་དོག་གཞུང་མུའུ་གཡན་ཡོན་འོ་དེ་འདྲ་ལ་ཡོད་རེད། ང་བན་གྱི་ལྗོངས་འདིར་གནས་པའི་བྱང་རྟ་སྒོ་རྟ་སྒོ་རེད་བཞག། རྟགས་སྐོར་ཡིན་ན་བྱིན་རླབས་ཡོང་ངོ་ལྟར་སྐོར་ལ་བ་བྱང་ལྟར་སྐོར་ཟེར་གི་རེད་མ་རྟ་ཡི་སྒོ་ཟེར་གི་འདུག་བ་རྟ་གི་རྟ་སྒོ། ཏོག་བཙན་པོ། རི་བོ་བཀྲ་བཟང། ལྷ་བྲག་དཀར་པོ། གནོད་སྦྱིན་བུ་ལས། ད་གནོད་སྦྱིན་བུ་ལས་ཁ་ས་ནས་ཡ་རེད་གསུངས་སོ་རྒན་མོས་དཔེ་བཟང་ལེན་པས་ད་ཅི་གསུངས་སམ། གཙང་གི་རྒྱལ་པོ་ལ་སོགས་བོན་དང་ནང་པའི་གནས་རི་དང་འབྲེལ་བའི་གཏམ་རྒྱུད་ཤོད་རྒྱུན་ཧ་ཅང་གི་མང་པོ་འདུག། མང་ལ། ལོ་རྒྱུས་ཡིག་ཚང་ནང་དུ་ཡང་འཁོད་པ་བཅས་ལོ་རྒྱུས་ཀྱི་གལ་ཆེའི་གནས་བབ་བཟུང་བའི་རི་བོ་ཡང་མི་ཉུང་བ་ཞིག་ཡོད་པ་རེད། འོ་ཅིག་ཅེ། ད་རི་དེ་ང་ཚོ་གི་བོན་རི་དང་ཅིག་དེར་མང་པོ་ཡོད་པ་འོ་དེ་རེད། རི་དེ་དག་གི་ས་གཤིས་སོགས་གང་ནས་བལྟས་ཀྱང་དགེ་མཚན་ཆེན་པོ་ཡོད་ཚུལ་བརྗོད་བཞིན་རི་དེ་དག་ལས་གཏེར་མ་ཞེགཏེར་མ་བཞེས་ཚུལ་ཡོད་པ་ནི་དུས་རབས་བརྒྱད་པའི་སྐབས་བོན་བསྣུབས་སྐབས་མ་འོངས་པར་དམིགས་ནས་ས་འོག་ཏུ་སྦས་པའི་དཔེ་ཆ་རྣམས་ཕྱིའི་གནས་སྒོ་ཕྱེ་བའི་ལོ་རྒྱུས་དང་འབྲེལ་བའི་གནས་ཚུལ་མང་པོ་ཡོད་རེད། ད་དུས་རབས་བརྒྱད་པ་བཙན་པོ་སྲོང་ཁྲི་སྲོང་དང་བཙན་པོ་སྲོང་བཙན་སྒམ་པོ་ཁྲི་སྲོང་གཡས་གཡོན་དེ་ནི། བོན་གྱི་ཆབ་སྲིད་ཀྱི་མངའ་ཐང་དེ་མང་བཙན་པོའི་རྒྱུད་རབས་ནས་མང་གཅིག་ཉམས་བྱས་ད་ག་ལུ་ག་ལུ་གར་བྱས་པ་རེད་ཟེར་དུས་ནང་ཆོས་དར་ཡོང་དུས་ཨོ་དེ་འདྲས་དུས་དམིགས་ནས་ཨ་ནི་གར་བྱས་ར་ཕར་བོན་ནུབ་པའི་སྐབས་ལ་ཨ་མ་འོངས་པ་དམིགས་བྱས་གཏེར་དུ་སྤེལ་བ་དེ་འདྲས་དཔེ་ཆ་གཏེར་སྒོ་ཕྱེས་པའི་གནས་ཚུལ་མང་པོ་ཡོད་རེད། ལྷག་པར་དུ་དེ་དག་གི་ཁྲོད་ནས་རི་རྒྱ་བཀྲ་བཟང་ནི་རི་རྒྱལ་པོ་བཀྲ་བཟང་ནི་རྡོ་ལས་ཚོང་པའི་གླུའི་རྒྱ་སྒོ་ཉེ་བ་འགའི་ཕོ་བྲང་ཡིན་ཚུལ་བརྗོད་ལ་བྱས་ཙང་བཀྲ་བཟང་ཕོ་བྲང། རྡོ་གི་ནང་ནས་བཟུང་ཡོད་ཟེར་བ་སངས་རྒྱས། གླུའི་རྒྱ་སྒོ་ཉེ་བ་འགའི་ཕོ་བྲང་ཡིན་ཚུལ་བརྗོད་ལ་ཕྱིས་སུ་སློབ་དཔོན་པད་མ་འབྱུང་གནས་ཀྱིས་བྱིན་གྱིས་བརླབས་ཤིང་རི་མོ། ཆོས་གཏེར་མང་པོ་སྦས་པ་སོགས་བོན་གྱི་འདུ་གནས་ཞིག་ནས་ནང་པ་སངས་རྒྱས་པའི་སྒྲུབ་གནས་གལ་ཆེན་ཞིག་ཏུ་བརྩིས་ཚུལ་བྱུང་བ་སྐབས་ཀྱི་ལོ་རྒྱུས་གནས་བབ་ལས་ཤེས་ལ། བྱེད་ས་དང་པོ་བོན་གྱི་འདུག་གནས་ཨ་ནི་རིམ་པས་ཕར་ཆེར་བར་ཟིན་ན། གུ་རུ་རིན་པོ་ཆེ་ཆིབས་བསྒྱུར་ནང་དབུ་རྒྱན་རིན་པོ་ཆེ་ཕ་གའི་ཆིབས་བསྒྱུར་གནང་རྗེས་དབུ་འདུག་བྱས་རྗེས་ཨ་ནི་དེར་ལས་སྦས་གནང་བ་རུ། བྱིན་རླབས་གནང་ཆོས་སྡེར་མང་པོ་འདུག་སྦས་རྗེས་གནང་བ་ལྟ་དེ་ནི་ཆོས་སྡེར་བཞེངས་མཁན་དེ། ད་ལྟ་དེ། རིག་འཛིན་སྒོས་བསྟན་པ།

དེ་བཞིན་གནས་དེ་ནི་བོད་ཀྱི་བོན་གྱི་གཏེར་མ་ལས་བྱང་གཏེར་བྱུང་བའི་ཐོག་མའི་གནས་གཞི་ཞིག་སྟེ། ད་དེ་ནི། གནས་དེ་ནི་བོན་གྱི་གཏེར་མ་ལས་བྱང་གཏེར་བྱུང་བའི་ཐོག་མའི་གནས་གཞི་ཟེར་ཏེ་བོན་གྱི་གཏེར་མ་ཟེར་གསུང་བྱ་ད་དེའི་བྱང་གཏེར་དེ་ག་རེ་ཡིན་ན་ད་ད་ག་ལ་ཚོད་རེད། ང་ཚོ་ནང་ནང་པ་སངས་རྒྱས་པའི་ནང་ནས་རྙིང་མའི་གཏེར་དེ་ལྷོ་གཏེར་བྱང་གཏེར། ནུབ་གཏེར་རེད་ཅིག་ཞིག་གསུང་གི་འདུག་ག་ཚང་གི། འོ་སྡིག་གིས་བྱུང་བའི་ཨ་ནི་དེ་ཡིན་ན་ཡང་བོན་རང་ལས་གཏེར་མ་བྱས་བྱུང་བས་ན་མི་ཤེས་ད་དེ་ཨ་ལམ་ཁོང་རང་གིས་བོན་གསུངས་འདུག་ག། གནས་དེ་ནི་བོན་གྱི་གཏེར་མ་ལས་བྱང་གཏེར་བྱུང་བའི་ཐོག་མའི་གཞི་ཞིག་སྟེ་བོན་གྱི་བསྟན་པ་ཕྱི་དར་གྱི་སྐབས་ཏེ་དུས་རབས་བཅུ་གཅིག་པར་ཤེས་ཆེན། གཤེན་ཆེན། ཀླུ་དགའ་དང་ནམ་མཁའ་གཡུང་དྲུང་སོགས་ཀྱིས་བོན་གཏེར་དུ་བཞུགས་པ་སྟོན་པ་རྣམས་ལྷོ་གཏེར་དུ་འབོད་པ་དང། ཁོ་རང་གིས་སྐབས་དེ་དུས་བོན་གྱི་འདོན་པ་ཕྱི་དར་སྐབས་ལ་དུས་རབས་བཅུ་གཅིག་པར་གཤེན་ཆེན་ཀླུ་མཁའ་ཟས་གྲོགས་ཤིག་ཀླུ་མཁའ་ཟས་གྲོགས་ནམ་མཁའ་གཡུང་དྲུང་གི་སོགས་ཀྱིས་བོན་གཏེར་དུ་བཞུགས་པ་སྟོན་པ་རྣམས་ལ་ལྷོ་གཏེར་སུ་འབུལ་ཅིག་བྱས། འདི་གཉིས་ཀྱི་གོང་དུ་བོན་གྱི་གཏེར་སྟོན་བཅོ་ལྔ་ཙམ་བྱོན་པ་རྣམས་ལས་སྔ་བ་ནི་ལྷོ་ཕག་གི་ཨ་ཙཱ་ར་གསུམ་ཡིན་པར་བཤད་ཅིང་ལྷོ་བལ་བོག་གི་ཡུལ་སྨད་དུ་ཨ་ཙཱ་ར་དེ་འདྲ་ཨོ་རྒྱན་དེའི་གོང་ལས། བོན་གྱི་གཏེར་མ་ད་བྱས་ཙང་བོན་གྱི་གཏེར་དེ་ག་དུས་ར་དུས་རབས་བརྒྱད་པ། སྦས་བར་བ་ཅིག་ལོ། སུམ་བརྒྱ་ད་དུས་རབས་བཅུ་གཅིག་པའི་སྐབས་ལ་བཙུགས་བསྔོ་བ་འདི་རེད་བྱ། ཨོ་རྒྱན། བསམ་ཡས་དཀོར་ཁང་ན་ཨ་ཙཱ་ར་དྷའི་གསུམ་གྱི་སྟོན་ཟླའི་ས། བྱང་བསྒྲིབས་ནས་ལ་སྟོད་བྱང་དུ་དར་བས་བྱང་གཏེར་ཞེས་གྲགས་པས་བྱང་གཏེར་ཟེར་ཏེ་མ་ནི་ཡ། ག་སེར། འོ་ནི། བསམ་ཡས་ཆོས་ནི་ཡང་སྟོན་ནི་གང་དག་དེ་འདྲའི་ཨ་ཛཱ་རཱས་ཁུ་ཡི་སྨན་སྒྲོག། བོན་གྱི་བྱང་གཏེར་ཁྱེར་བའི་གནས་ཐོག་མ་ཡང་ལ་སྟོད་བྱང་ངམ་རིང། ཡིན་པ་ཞིག་གོ་བྱས་བྱས་ད་བྱང་གཏེར་འོ་ན་བོན་གྱི་བྱང་གཏེར་དེ་རེད་བྱས་ནང་པ་གི་བྱང་གཏེར་དེ་མ་ཡིན་པ་བྱས་དེ་འདྲའི་ཅིག་འདུག་ག་བྱང་གཏེར་ཟེར་བས། སངས་རྒྱས་ཆོས་ལུགས་ནི་སྲོང་བཙན་སྒམ་པའི་དུས་སུ་ས་བོད་ལ་དར་ཞིང་ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་འཕེལ་རྒྱས་ཆེ་རུ་ཕྱིན་ལ། ད་བོད་ལི་ག་དུས་དར་བར་བྱེད་ན་སྲོང་བཙན་སྒམ་པོའི་སྐབས་ལས་དར་བར་བྱེད། ཡིན་པ་ཡིན་ན་དར་ནི་རྒྱ་སྐྱེད་ག་ཚོད་མེད་པར་ཁོ་ཅིག་ཁྱབ་ཁོངས་ཅུང་ཆུང་ཡིན་པ་གང་ཞིག་ལ་ཁྲི་སྲོང་ལྡེ་བཙན་སྔ་ལས་ད་འཕེལ་རྒྱས་ཧ་ཅང་གི་ཆེན་པོ་ཕྱིན་པར་བྱེད། ཁྲི་ལྡེ་གཙུག་བརྟན་གྱི་སྐབས་དར་བའི་རྩེ་མོར་སོན་པ་ཞིག་ཡིན་པས་བྱེད་ད་འགོ་འཕེལ་རིམ་གྱི་ངེས་པར་དུ་འགོར་བའོ་བྱེད་ད་ཁྲི་ལྡེ་གཙུག་བདེ་བཙན་གྱི་སྐབས་ལ་ཧ་ཅང་གི། བོན་ཆོས་འདི་བོན་ཆོས་རང་རེད་ནང་ཆོས་ཧ་ཅང་གི་དར་བའི་རྩེ་མོ་ལ་སོན་པ་རེད། བོད་ཀྱི་ཡུལ་ལུང་གང་སར་སངས་རྒྱས་ཀྱི་བསྟན་པ་སྤེལ་བའི་གནས་དུ་མར་དགོན་སྡེ་གསར་ཤིང་དང་ལྷ་ཁང་སྒྲུབ་སྡེ་སོགས་བཙུགས་པ་བགྲང་གིས་མི་ལང་ངོ། བྱས་རྗེས་འོག་སྒྲུབ་སྡེ་བཙུགས་བའི་འཛིན་གྲྭ་ཧ་ཅང་གི་མང་པོ་འདུག། དེ་ལྟར་བྱང་ཕྱོགས་འཛིན་མའི་ཁྱོན་དེར་ནང་ཆོས་དར་བ་ནས་བཟུང་དུས་རབས་རིམ་བྱུང་ནང་སྔ་འགྱུར་རྙིང་མ་དང་བཀའ་གདམས་ས་སྐྱ་བཀའ་རྒྱུད་ཇོ་ནང་དགེ་ལུགས་སོགས་གྲུབ་མཐའ་རིས་སུ་མ་མཆིས་པ་དར་ཞིང་རྒྱས་པར་བྱུང་བས། བའི་སྐུ། ཡོན་ནི་མ། སྔ་འགྱུར་རྙིང་མ་བཀའ་གདམས་ས་སྐྱ་བྱེད་ཅེས་ག་རེ་རེད་ཟེར་དུས། ཁོ། དེ་རི་བ། ག་ཟེར་རོ་རེད། དུས་ཚོད་ཀྱི་དབྱེ་རིམ་གྱི་ཆ་ནས་བྱུང་རབས་ཅིག་རེད། འོ་ཐུགས་རྗེ་ཆུང་པས། རྒྱལ་བསྟན་དབུ་འཕང་མཐོ་བའི་དམ་འབུལ་ཆོས་ཀྱི་ལེའུ་ཞིག་གསར་དུ་བཏོད་པ་རེད། ལ་སྟོད་བྱང་དེ་ནས་རྒྱ་གར་བལ་ཡུལ་དང་ཐག་ཉེ་བའི་སློབ་གཉེར་གྱི་ལམ་དུ་ཞུགས་མཁན་གྱི་དབུས་གཙང་མཁས་པ་མང་པོ་ཞིག་འགྲོ་ལམ་ཕག་མོ་ཆེ་དེར་བརྒྱུད་དགོས་ཞེས་ས་ནང་པ་སངས་རྒྱས་ཀྱི་ཆོས་ལུགས་དར་སྤེལ་གྱི་མཛད་འཕྲིན་ལ་ཤིན་ཏུ་ཕན་པའི་ལམ་ཚད་ཀྱི་རྡོ་རིང་ལྟ་བུའི་ནུས་པ་ཞིག་དང། བོད་ཀྱི་ལོ་རྒྱུས་གར་སྟེགས་ཁྲོད་དུ་ཆོས་སྲིད་རིག་གསུམ་གང་ནས་བརྗོད་ཀྱང་ལོ་རྒྱུས་ཀྱི་དགེ་ཐོན་པ་ནི་ཀུན་གྱི་མཐོང་ཆོས་སུ་གྲུབ་ཡོད་པ་རེད། ད་གཅིག་དེ་ག་རེ་རེད་ས་བབ་ཀྱི་ཆགས་ཚུལ་གྱི་ངོས་ནས། བོད་མདོ་ཁམས། རྡོ་རུས་ཁམས་སུ་ག་ནས་འཕེལ་བ་ཡིན་ན་ལས་མང་པོ་ཅིག་རྒྱ་གར་ལ་འཕེལ་དགོས་ཡོད་དུས་ད་ཡ་ལ་རྡོ་ཁུལ་ནས་འཕེལ་དགོས་དུས་རྩ་ནས་ཨོ་ད་དེ་འདྲའི་གི་གནས་སྟངས་ཅིག་གི་འོག་ནས་གང་ལྟར་ནང་པ་སངས་རྒྱས་ཆོས་ལུགས་དར་འཕེལ་གི་མཛད་འཕྲིན་འགའ་ལས་དམིགས་བསལ་གི་ལོ་རྒྱུས་ཀྱི་སྟེང་ནས་གནས་སྤོ་ངེས་ཅན་བཟུང་ཡོད་རེད་གཅིག་བྱས། ད་བསྟན་པ་སྔ་དར་གྱི་སྐབས་སུ། རང་བྱས། སློབ་དཔོན་སངས་རྒྱས་གཉིས་པ་པད་མ་འབྱུང་གནས་ལ་ཐོད་ཆང་གིས་སྟོད་སྨད་བར་གསུམ་དུ་ཞབས་ཀྱིས་བཅགས་ཤིང་བྱིན་གྱིས་བརླབས་ཏེ། ཁྲི་སྲོང་ལྡེ་བཙན་གྱིས་གདན་འདྲེན་ཞུས་པར་བཟང་ངན་གཙུག་ལག་ཁང་ཞེས་ནི་བག་གི་སད་མི་བཏུན་ཞེས་དེ་འདྲའི་བྱུང་བའི་ལོ་རྒྱུས་བྱུང་བར་འོ་དེའི་སྐབས་ལས་དང་གུ་རུ་རིན་པོ་ཆེ་ཞིབ་འཇུག་གནང་བའི་དེ་འདྲ་ཅན་ཡིན་ས་རེད། བྱིན་གྱིས་བརླབས་ཏེ་ལ་ཐོད་སྟོད་སྨད་བར་གསུམ་དུ་ཕེབས་པ། དགེ་མཚན་ལེགས་ཚོགས་ཐམས་ཅད་ཀྱི་རྨང་གཞི་བརྟན་པར་མཛད་པའི་བཀའ་དྲིན་གྱི་ཆ་ཙམ་ཡང་བཞག་དཀའ་ཞིང། འོ་ད། ག་རེ་རེད་སློབ་དཔོན་རིན་པོ་ཆེ་གི། བཀའ་དྲིན་འདི་ལ་ཧ་ཅང་གི་བཞག་དཀའ་བ་ཅིག་ཆེ། བྱང་བཟང་བཟང་གི་གཡས་གཡོན། འོ་ཆེ་ད་བཟང་བཟང་གི་རེའུ་བཀྲ་བཟང་སེ། རྣམས་སུ་ལྷ་སྲིན་གདུག་པ་ཅན་རྣམས་དམ་ལྷ་བཏགས་ཆེ་བཟང་བཟང་ལ་ཡ་གས་ཆེ། གནས་ཆེན་རི་བོ་བཀྲ་བཟང་དང་ས་བཀྲ་དཀར་པོ་གང་བུ་ལས་རྣམས་སུ་དམ་ཆོས་གཏེར་ཡིག་སོགས་པའི་ཟབ་གཏེར་མང་དུ་སྦས་པ་རེད་ཟེར་བྱས་ཙང། ད་གུ་རུ་རིན་པོ་ཆེ་ཆིབས་བསྒྱུར་གནང་དུས་ག་རེ་ག་རེ་སྦས་བར་ཟེར་དུས་གནས་ཆེན་རི་བོ་བཀྲ་བཟང་ཆེ་ལྷ་བྲག་དཀར་པོ་ཆེ་གངས་ཕུ་ལས་རྣམས་སུ་ཟེར་དུས་ད་དམ་ཆོས་ཀྱི་གཏེར་དེ་འདྲ་སྦས། དེ་དག་གི་ཁ་སྣོན་དུ་བཞེངས་པའི་ལྷ་ཁང་མཆོད་རྟེན་ཞབས་རྗེས་སོགས་བཅོས་མིན་རང་བཅོས་མང་པོ་ཡོད་རེད་ཟེར་ཏེ་ཁ་སྣོན་བྱས། ལྷག་པར་དུ་བཀྲ་བཟང་གི་དུག་སྦྲུལ་དཔུང་འདྲ་བའི་པད་མའི་སྒྲུབ་ཕུག་ཏུ་ཟླ་གསུམ་སྒྲུབ་པར་བཞུགས་ཤིང། དུག་སྦྲུལ་དཔུང་འདྲ་ཟེར་ཁ་སང་གད་པ་ཚང་ལ་གསུངས་སོ་བསམ་སོང་པད་མའི་སྒྲུབ་ཕུག་སའི་ནང་ལ་ཟླ་བ་གསུམ་སྒྲུབ་པ་བརྒྱབ་ནས་བཞུགས་པ་རེད། ཨོ་རྒྱན་རིན་པོ་ཆེ། ཞལ་སློབ་མཁའ་འགྲོ་ཡེ་ཤེས་མཚོ་སྐྱ་ལ་སོགས་པའི་རྗེ་འབངས་ཉེར་ལྔ་རྣམས་ཀྱང་སྒྲུབ་པ་དང་དམ་གཉེར་མཛད་པ་རེད་ཅེས་དེ་འདྲ་བྱས་འདུག། སངས་རྒྱས་རྡོ་རྗེ་ཐེག་པའི་ཉེ་ལམ་གྱི་གདམས་པ་ཆེད་དུ་གཉིས་པའི་གསུང་ལས་སྐྱེས་པའི་ཚད་ལྡན་གྱི་བུ་སློབ་གངས་རིའི་ཕྲེང་བ་ལྟར་མང་དུ་བྱུང་ཞིང། གུ་རུ་རིན་པོ་ཆེ་གི་བཀའ་ཆོས་རྣམས་དེ་རིགས་ཀྱི་དབང་གིས་ཨ་ནི། ད་དགའ་སྡུག་ཤེས་པས་ན་ང་ཚོ་ཡིན་ན་དེང་སང་སློབ་མ་མང་པོ་བྱུང་བ་རེད། ལྷག་པར་དུ་ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་མངོན་པར་མཛད་པའི་དྲང་སྲོང་གསེར་གྱི་ལྷུན་པོ་དམ་བུ། གཉགས་སྐུ་མ་ར་མཛའ་དང་གཉགས་སྐུ་མ་ར་མཛའ་ཞེས་བྱ། དེ་ལྟའི་གཉགས་སྟོན་དུ་གྱུར་པ་ཡིན་ན་རྨ་རིན་ཆེན་མཆོག། ཨཱ་ཅེ། གཉགས་སྐུ་མ་ར་འཛ། ཨཱ་ཅེ་མ་རིན་ཆེན་སོགས་གཏེར་སྟོན་སངས་རྒྱས་བླ་མ། རིག་འཛིན་རྒོད་ལྡེམ་བཅས་གྲུབ་ཆེན་ལྕགས་ཟམ་པ། བྱང་བདག་བཀྲ་ཤིས་སྟོབས་རྒྱལ་སོགས་གྲངས་ཀྱིས་མི་ལང་བའི་སྐྱེས་ཆེན་དམ་པ་རིམ་པར་བྱོན་ནས་ལྗོངས་འདིར་གསང་སྔགས་རྙིང་མའི་ཆོས་དང་ཁྱད་པར་བྱང་གཏེར་རྙིང་མའི་ཆོས་བརྒྱུད་གངས་ཅན་ཞིང་ཁམས་སུ་གསལ་བར་མཛད་པ་རེད། ད་དེ་ནི་གཉགས་སྐུ་མ་ར་འཛ། སི། མ་རིན་ཆེན། ལོ་ཙཱ་བ་མ་རིན་ཆེན་ནི་གང་ཞིག་ཧ་ལམ་མི་འགྲོ། གཏེར་སྟོན་སངས་རྒྱས་བླ་མ། རིག་འཛིན་རྒོད་ལྡེམ། གྲུབ་ཆེན་ལྕགས་ཟམ་པ། ཨཱ་ད་ག་ནང་བཞིན་བྱང་བདག་བཀྲ་ཤིས་རྣམས་ཀྱང། སྟོབས་རྒྱལ་ཨོ་ད་ཕོ་རྣམས་པོས་གསང་སྔགས་ལས་དམ་ཆོས་ཞུ་བཞིན་གནང་བ་རེད་ད་གོང་ཨཱ་ད་ད་གྲུབ་བསྟན་ལྕགས་ཟམ་པ་དེ་ཤངས་པ་གོས་གྱུ་པ་གི་ཟོལ་དུ་བ་ཅིག་ཡིན་བསམ་སོང་ད་ག་ཟླ་བོ་འདུག་བྱས་རྗེས་བྱེད་མཁན་ཡིན་པ་ཨོ་རྡོ་རྗེ་གསལ་བར་མཛད་ཡོད་རེད་བྱས་རྗེས་འདི་གཅིག་བྱས། ཨཱ་ཨཱ་གནས་རྒྱལ་རི་བོ་བཀྲ་བཟང་དང་ལྷ་བྲག་དཀར་པོ་ནི། བཀྲ་བཟང་ལྷ་བྲག་དཀར་པོ་ཟེར་དེ་རེད། བོད་ཀྱི་ཡིག་ཚང་ནང་གསལ་བའི་བོན་གྱི་འདུ་གནས་སོ་བདུན་གྱི་ཡ་གྱལ་དུ་གྱུར་བ་ཞིག་ཡིན་ལ། འོ་ད་བོད་ཀྱི་ཡིག་ཚང་ཆུང་པོ་བོད་ཀྱི་ལོ་རྒྱུས་ནང་ལས་སོ་བའི་བོན་གྱི་འདུ་གནས་སོ་བདུན་ཟེར་གྱི་འདུག་བ། འོ་དེ་གི་ཡ་གྱལ་ཅིག་བྱས། སློབ་དཔོན་ཆེན་པོ་སངས་རྒྱས་གཉིས་པའི་སྒྲུབ་གཉེར་བྱིན་ཅན་ཞིག་ཀྱང་ཡིན། བྱས་ད་ད་དབུ་རྒྱན་རིན་པོ་ཆེ་ཡ་གྱལ་སྒྲུབ་གནས་ནང་ཟླ་བ་གསུམ་རེ་བཞུགས་འདུག་བ་བཀྲ་བཟང་འོ་བྱས། ཁོང་གི་བཀའ་བརྒྱུད། བཀའ་བརྒྱུད་ཚེ་གཅིག་ལུས་གཅིག་ལ་གྲུབ་པར་གྲུབ། རབ་འབྱམས་ཀྱི་མངའ་བརྙེས་པ། ཁོང་གི་བཀའ་ནི་མ་འགྱུར་མཁན་རུ་བ་སྐྱེས་བུ་དམ་བུ་མང་པོ་དམ་པ་མང་པོ་ཞིག་ལྗོངས་འདིར་མཛེས་པའི་རྒྱན་དུ་བྱོན་པས་ལ་སྟོད་བྱང་གི་མངའ་བདར་བསྟན་པའི་དར་ཆེན་ཕྱོགས་སུ་བསྒྲེངས་ཤིང་ད་ལ་སྟོད་བྱང་གི་མངའ་བདར་གྱི་བསྟན་པ་དེ་རྦད་དེ་ཧ་ཅང་གི་རྒྱས་པོ་བྱུང་ཞིང་དངོས་སློབ་རྗེ་འབངས་ཉེར་ལྔ་བྱུང་བའི་ནང་ནས་སངས་རྒྱས་ཡེ་ཤེས་ཀྱི་སྙིང་མའི་སྐོར་ལ་བརྒྱུད་པ་མི་འདྲ་བ་གསུམ་དུ་ཕྱེས་པའི་རིང་བརྒྱུད་སྐར་མ་ནི། དཔལ་ཆེན་བི་མ། ག་རེ། བི་མ་ལ་མི་ཏྲས་སྐར་མ་རིན་ཆེན་མཆོག་དང་གཉགས་སྐུ་མ་ར་ཡིན་གཉིས་ལ་རྒྱུ་དྲུག་གསང་བ་སྙིང་པོའི་སྐོར་གསུངས་ཤིང། འོ་ད་བརྒྱུད་པ་མི་འདྲ་བ་གསུམ་གསུང་གི་འདུག་བ། རྙིང་མ་གི་ཡེ་ཤེས་རྙིང་མའི་སྐོར་ལ་བརྒྱུད་པ་མི་འདྲ་བ་གསུམ་གཅིག་འདུག་འོ་བྱས། དེ་ནས་བརྒྱུད་པའི་བླ་མ་མང་པོ་ཞིག་གཙང་སྟོད་མ་མགར་གཙུག་རོར་བྱས་པའི་གྲོང་པ་ལྷ་རྩེ་དིང་རི། ངག་རིང་སོགས་ཀྱིས་ལ་སྟོད་བྱང་ཁུལ་དུ་གསང་སྔགས་ཀྱི་བསྟན་པ་རིན་པོ་ཆེ་འཛིན་སྐྱོང་སྤེལ་གསུམ་ཡར་ངོའི་ཟླ་ལྟར་འཕེལ་ཞིང། དེ་དག་ལས་མཆེད་པའི་གྲུབ་ཐོབ་ཀྱི་གདུང་རྒྱུད་མང་དག་ཅིག་ལ་སྟོད་བྱང་གི་ས་བྱིའུསིའི་ཆ་མུས་ཀྱིས་བསྙགས་སྟོན་པའི་གདུང་རྣམས་མུས་ཀྱིས་བསྙགས་སྟོན་པའི་གདུང་རྣམས་དུ་བྱས་རྗེས་འབྱུང་བར་བྱས། ལྡོག་ལས་བྱས་པའི་གསང་སྔགས་གྲུབ་ཐོབ་ཀྱི་གདུང་རྒྱུད་ལྡོག་ལས་བྱས་པ་གཅིག་ཏུ་བ་དེ་ལྡོག་དེ་ལྡོག་གཞུང་གི་ལྡོག་དེ་རེད་གོང་རང་གསུངས་སོང་ང་དེ་ཡ་ཐུག་ན་ལྡོག་གི་རུས་བརྒྱུད་པ་དེ་གསང་བ་གསང་སྔགས་ཀྱི་རིགས་བརྒྱུད་པ་ཅིག་མངགས་པ་རེད་ཡ་ཐུག་ན་ཨ་ནི་ག་རེ་ཐུག་དེ་གི་སེ་གུ་རུ་རིན་པོ་ཆེ་ཐུག་གི་དེ་འདུག་ཅེས་ག་ས་གསུངས་སོང་ང་འོ་དེ་རེད་རྒྱ་གར་གྱི་བརྒྱུད་པ་ཅིག་ཡིན་པ་ཅེས་ན་འོ་བྱས། གྲུབ་ཐོབ་འདར་སྦྱར་གྱི་གདུང་རྒྱུད་དང་འདར་ལས་བྱས་པ་ཟེ་གཅིག་བྱས་དེ་འདྲ་དེ་འདར་དེ་ཡ་འདྲ་རུས་ཀྱི་རྒྱུད་ཅིག་རེད་འམ་བྱས། ཧོར་ལས་མཆེད་པའི་སྔགས་འཆང་གི་གདུང་བརྒྱུད། རིག་འཛིན་རྒོད་ལྡེམ་སོགས་མང་དུ་བྱུང་བ་རེད། བྱས་བྱས་ཨོ་ད་དེ་འདྲའི་གཟུགས་ད་འདི་ཚོ་བྲིས་ཏེ་གསང་སྔགས་ཀྱི་སྔགས་དེ་རེད་ང་རྙིང་མ་གི་དེ་འདྲ་ཞིག་རེད་ཏེ་ངས་ཕྱི་མ་ཕྱི་ཞིག་ཚང་མ་ཞིག་བཤད་གི་མི་འདུག་དེ་བྱས། བོད་ཀྱི་ལོ་རྒྱུས་ཐོག་གསང་སྔགས་གསར་མའི་སྐོར་ལ་ཡང་ད་གསང་སྔགས་གསར་རྙིང་གི་ནང་ནས། སྔར་མ། སེར་སྨད་སྐབས་ལ་ཡང་སྔར་གཙང་སྟོད་མང་སྒར་དུ་སྟོད་ཟུར་པ་ཞེས་གྲགས་པ། རིམ་པར་བྱུང་བ་རྣམས་ཀྱིས་བཤད་སྒྲུབ་ལེགས་པར་མཛད་དེ་ད་གཙང་སྟོད་མང་སྒར། ད་དེང་སང་མང་སྒར་ལུ་གུ་རྒྱུད་ལུ་གུ་རྒྱུད་ཅེས་ཁ་བརྡ་བྱེད་འོས་པ། ད་དེང་སང་ལྷ་རྩེ་རི་བ། ཧ་ལམ་རི་བ་འོ་དེ་འདྲ་བྱེད། རིམ་པར་བྱུང་བ་རྣམས་ཀྱི་བཤད་སྒྲུབ་ལེགས་པར་མཛད། ལ་སྟོད་ལྷོ་དང་བྱང་ཨང་ཐམས་ཅད་དུ་ཡང་ཤིན་ཏུ་དར་བས་ལྷོ་བྱང་གཉིས་ཀ་དེང་སང་ནི་དིང་རི་དང་ང་ཚོའི་ཕྱོགས་རུ། དར་བས་བྱང་དུ་གསལ་སྟོན་འབྱུང་གནས་འོད་ཅེས་པ་དང་བྱང་ལས་གསལ་སྟོན་འབྱུང་ལྡན་འོད་ཟེར། སྣར་སྟོན་སེང་གེ་འོད་ཅེས་པ། བྱང་ལྟར། ལམ་མོ་པ་ཡོན་ཏན་དབང་ཕྱུག་བཅས་པ་ལ་ཟུག་རྔུ་ཆུང་བར་གྲགས་པ་རེད་ད་ཁོང་རྣམ་པའི་གསང་སྔགས་གསར་མའི་སྐབས་ལ་བྱེད། ཁྱད་པར་ལ་སྟོད་བྱང་གི་རིག་འཛིན་རྒོད་ལྡེམ་ལས་བསྒྱུར་བའི་བྱང་གཏེར་རྙིང་མིན། བླ་རབས། སྲས་ཡི་གདུང་རྒྱུད་ཟེར་ཞིག་འདུག་བླ་རབས། དེ་འདྲ་རིག་འཛིན་རྒོད་ལྡེམ་ལས་མཆེད་པའི་བླ་རབས་བླ་མའི་རིམ་པ་དེ་སྲས་ཡི་གདུང་རྒྱུད་རྣམས་ནི་སློབ་དཔོན་པདྨ་འབྱུང་གནས་ལས་དངོས་བརྒྱུད་ཀྱི་གདམས་པ་ཉམས་སུ་བླངས་ནས་ཚེ་ཡི་རིག་འཛིན་བརྙེས་ཏེ། སྔོན་སོང་གི་དེ་འདྲའི་གདམས་པ་ཉམས་ལེན་བྱེད། འགྲོ་བའི་ཚོགས་རྣམས་སྨིན་གྲོལ་གྱི་ལམ་ལ་བཀོད་པ་ངོ་ཚ་བརྗོད་ཀྱིས་མི་ལང་ཞིང། ལྷག་པར་དུ་བྱང་གཏེར་འདི་ནི་རིག་འཛིན་རྒོད་ལྡེམ་གྱིས་གཏེར་ནས་དྲངས་པའི། ལས་བཞིའི་ཆོས་ཚན་རྣམས་ལ་བརྗོད་ཅིང། འོ་ད་ཁོང་རང་གིས་གཏེར་ནས་དྲངས་པའི་དེ་རེ་བཞག། བྱང་གཏེར་འདི་ཉིད་བསྟན་པ་སྤེལ་བ་དང། ཐ་མག་བཟློག་པ་ཐག་གིས་མ་བཟློག་པ་རིམས་ནད་བཅོས་པ་ནང་དཀྲུགས་ཞི་བ། འགོང་པོ་ཨ་ལ་ཨ་ལ་བལྟས་པ་ཟེ་འགོང་པོ་ཨ་ལ་བལྟས་པ་ཟེ་དེ་དེ་མེད་འགྲོ་བཅོས་པ་འགོང་པོ་རིགས་ཟེ་དེ་ངན་པ་དེ་རིགས་ཚུགས་མེད་འགྲོ་འདེད་པའི་མངའ་ཐང་གསོ་བ་ཟེ་རོ་ནད་ཡམས་དང་གཉན་ནད། འོ་ཨ་ནི་ནད་ཡམས་དང་གཉན་ནད་ཀྱི་རིགས་བཅས། ནད་ཡམས་དང་གཉིས་ནས་བསྡུ་བ་སོགས་གང་ལ་གང་དགོས་མ་ཚང་བ་མེད་ཅིང་ལྟ་དེའི་དཔེ་མི་སེར་ཡག་པོ་ཡོད་ཟེར་བ་ད་ལྟ་དེ་གའི་གཏེར་དེ་བྱང་གཏེར་དེ་རིག་འཛིན་རྒོད་ལྡེམ་གྱིས་བརྩིགས་བྱས་པ་ཆེ་ད་བོན་གྱི་གཏེར་དེ་ཆགས་ད་བྱང་གཏེར་དེ་དོ། སྟོད་ཁྱུང་ལུང་དབུ་དཀར་ནས་རྨེ་ཁམས་ཀྱི་ཀློང་ཐང་སྒྲོལ་མ་ཡན་ཆད་ཀྱི་བོད་སྤྱི་དང་བྱེ་བྲག་གི་སྡེ་འདབས་སྣ་ཚོགས་པ་དང། སྟོད་ཁྱུང་ལུང་ནས་མ་འམ་གྱི་ཀློང་ཐང་སྒྲོལ་མ་ཡན་ཆད་སྲིད་ཞི་དུག་ཡུལ་ཆེན་པོ་བདུན་གཙོ་བོར་གྱུར་བའི་ཡུལ་མང་པོའི་ཐེམ་བྱང་ལྡེ་མིག་སོགས་བཞུགས་པའི་ཐེམ་བྱང་ཐེམ་བྱང་ལྡེ་མིག་ལ་སོགས་པའི་བོད་ཁམས་སྤྱི་ལ་ཕན་པ་བློན་པོ་ལྟ་བུའི་གཏེར་གཅིག་ཅེས་བྱང་གཏེར་རྙིང་མའི་བསྟན་པ་ཡོངས་སུ་གྲགས་ཡོད་རེད་བྱས་ཀྱི་ད་བོད་ཁམས་སྤྱི་ལ་ཁྱབ་སྟེ་བདེན་ཁྲི་ཅན་རེད་བྱ། ད་དེའི་རྗེས་བྱས་ད་དེའི་བསྟན་པ་སྔ་དར་གྱི་ཁོ་ནས་ད་མཉམ་མེད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཟེར་དུས་ད་དུས་རབས་བཅུ་གཅིག་ཙམ་ལས། ཡབ་སྲས་བུ་སློབ་རྣམས་ནས་བརྒྱུད་པའི་བཀའ་གདམས་རིན་པོ་ཆེ་ཆོས་ཀྱི་བསྟན་པ་ལ་སྟོད་བྱང་ངམ་རིང་ཁོངས་སུ་དར་ཞིང་རྒྱས་པ་འཕེལ་འགྱུར་སྐོར་དོ་དམ་གླེང་ངག་ད་གོང་རང་གི་དེ་ནས་མ་རིན་པ་དེ་པད་མི་སེར་ཡག་པོ་དང་པོ་དེ་བོན་གྱི་དེ་ཆེད་རི་བ་ཆོས་ཀྱི་ཤག་ནས་བོན་གྱི་དུ་ནས་བཟོ་བསྟུན་བྱས་དེ་གི་ནང་ལོགས་ནས་ཨུ་རུ་དང་གཡས་རུ་གཉིས་ཀྱི་དེ་རི་དུ་བ་རུ་ལག་དང་ཨུ་རུ་གཉིས་ཀྱི་དེའི་ནང་ལས་ཁ་བ་བོན་གྱི། ཆོས་འདི་ང་ཚོ་ཕྱོགས་ལས་ག་ཚོད་དར་ཡོད་པ་ཅེག་བྱས། དེའི་རྗེས་ནས་ཨ་རིག་གར་སོང་བ་རེད། བོན་གྱི་གཏེར་གྱི་རིགས་འདི་བོན་ལ་དུས་རབས་བཅུ་གཅིག་ནས་ག་ཚོད་བཏོན་ཡོད་པ་དེ་ཅིག་བྱས། དུས་རབས་བརྒྱད་པ་ནས་བལ་གྱི་བོན་གྱི་བསྟན་པ་མ་ཀླུ་ཀ་ལུ་བསྣུབས་ཡོང་དུས་བཙན་པོའི་དུས་ཚོད་ནས་དེ་ནི་གར་བྱེད་ཨ་བ་རི་སི་ཏུའི་ཧོ་ཏུ་གཏེར་ལས་བལ་གྱི་དུས་རབས་བཅུ་གཅིག་ལས་བཏོན་པའི་གནས་སྟངས་དེ་བྱེད་དུས་བསྟན་པ་དར་ས་དེ་གནས་སྟངས་ངོ་མ་ཡོད་ས་བྱང་གཏེར་སེ་ཡ་བོན་གྱི། བྱང་དར་སིག་པའི་སོ་གཅིག་བྱེད། གཉིས་པ་དེ་གསང་སྔགས་ཀྱི་སྐོར་དེ་གསང་སྔགས་རང་རེད་རྙིང་མ་གསང་རྙིང་མ་གི་བྱེད། དེ་ཡང་ག་རེ་ཟེར་ན་གསར་པ་གསང་སྔགས་གསར་པ་བྱེད་དེ་ནས་རྙིང་མ་ད་བཀའ་གདམས་པོ་ཡ་བཀའ་གདམས་རིན་པོ་ཆེ་ཆོས་ཀྱི་བསྟན་པ་ལ་སྟོད་ཀྱི་ཆང་ལས་མཁའ་འགྲོའི་གླིང་པ་ཡིན་ན་དེ་ཡང་ཆོས་རྗེ་སྟོད་མངའ་རིས་ནས་རིམ་གྱིས་ལ་སྟོད་བྱང་གི་རྡོག་སྟོད་བཙལ་ན་དེང་སང། ཨོ་དེ་རེད་ད་ཇོ་བོ་རྗེ། ས་ཡ་ནི་མངའ་རིས་ནས་བྱས་རྗེས་མ་ཕལ་བཅས་གོ་བ་ཕལ་བར་སི་ཏུ། དེ་ལས། ད་ལྟ་འབྲོམ་སྟོན་རྒྱལ་བོའི་འབྱུང་གནས་ཀྱི་གདན་འདྲེན་ཞུས་རྗེས་ད་སྙེ་ཐང་སོར་ཞུགས་འོས་དེ་ནས་སྙེ་ཐང་ལ་དགོངས་པ་རྫོགས་པས། ཨོ་དེ་ནས་ཀྱི་གནས་ཐང་ཡོད་སྲིད་དེ་བྱས་དུས་ད་ང་ཚོ་བསམ་བློ་བཏང་ཡོད་དུས་ཡ་ནི་མ་ཕལ་དུས་གར་སྟོད་མངའ་རིས་ནས་མ་ཕལ་དུས། བདག་ནག་རིང་བརྒྱུད་ཅེས་ཧ་ལམ་དཔེ་དགོས་ངེས་འདུག་ལམ་པ་དེ་ནི་མ་གཞི་དེང་སང་ལམ་པ་ཐེག་མཆེད་ཟེར་རྒྱུར་བདག་ངོ་དགའ། འགྲོ་སྟངས་ཁུངས་ཅི་ཡོད་པར་དེང་སང་ང་ཚོ་གི་བསམ་བློ་བཏང་ཡོད་དེ། ཡང་ནག་རིང་གི་ལམ་པ་དེའི་བསམ་བློ་བཏང་འདུག་དེ་རྒྱ་མིག་ཟེར་རྒྱུ་ཅི་རེད་བ། ཨོ་ཅི་ཅི་ད་དེ་དུས་ན་ཡོད་རྒྱུ་མ་རེད་བ་ཡོད་མ་རེད་བ། ལ་སྟོད་བྱང་ནག་རིང་ཁོངས་སུ་མཐར་ཕྱིན་རྒྱས་པར་ཕེབས་ཚུལ་དེ་ཡང་ཇོ་བོ་རྗེ་སྟོད་མངའ་རིས་ནས་རིམ་གྱིས་ལ་སྟོད་བྱང་གི་རྡོག་སྟོད། ན་ཚར་ཚ་ནར་ཟེར་དུ་ཆགས་ཕེབས། ངམ་རིང་གི་ཆུ་འོག་ལ་ཆིབས་རྒྱུག་ནང་ཤ་སྟོད་མངར་རིས་ནས་བྱས་རྗེས་ཆོག་རྗེས་ག་བ་བེར་ཆུ་འོག་ལ་འོ་བྱས། དེའི་ཚེ། ཁུ་སྟོན་སྔོག། གླེགས། ཤད་སོགས་དྲུག་གི་ས། ཐབས་ཤེས་ཡ་བྲལ་གྱིས་འཚང་རྒྱའམ། མི་རྒྱ། བྱང། སྡོམ་བསྟན་དུ་སོང། སོང། སྡོམ་དགོས་སམ་མི་དགོས་གསུང་ངེས་ཤིག་འདུག་ད་དེ་དེ། ཁུ་སྟོན། ཁུ་འོག་འབྲོང་གསུམ་ཟེར་ཡོད་ད་དེ་ཚོ་ཡིན་ཟེར་འོ་བྱས། ཅེས་ཞེས་སོགས་དྲུག་གིས་ཐབས་ཤེས་ཡར་དྲངས་པ་ལྟར་གསང་སྔགས་དེ་འདྲའི་གཟི་བྱིན་ཆེན་པོ་གཅིག་མི་ཤེས་བདག་ཉིད། རྡོ་རྗེ་སློབ་དཔོན་གྱིས་དབང་མ་ཐོབ་པར་རྒྱུད་བཤད་རུང་ངམ་མི་རུང། ཚངས་སྤྱོད་ཀྱི་གསང་སྔགས། ཤེར་གྱི་དབང་བླང་དུ་རུང་ངམ་མི་རུང། དབང་ཐོབ་པར་གསང་སྔགས་ཀྱི་སྤྱོད་པ་རུང་ངམ་མི་རུང་སྟེ་དྲི་བ་ལྔ་ཞུས་པས་ཟིན་དུས་ལྟ་དེ་ཞུ་བྱ་དེ་མ་གལ་མེད་འགྲོ། ག་ས་རེད་ད། ད་རྣམ་པ་ཚོ་བཀའ་ཆོས། དེ་གི་ཆོས་ཀྱི་དེ་ནི་དཔེ་མཁྱེན་གི་དཔེ་མང་དོ་རྣམ་པ་ཚོ་གསུང་རོགས་ལ་ངས་མི་ཤེས་ད་དེ། འོ་ད་འདིར་དྲི་བ་ཞུ་ས་དེ་ག་བ། ཆིབས་བརྒྱུད་ནང་སི་ཏི་ངམ་རིང་ཆུ་འོག་ལ་རེད་ཤག་ཨུ་ཆེ། འོ་འདི་འདྲས་ཅིག་ཞུས་པས་ས་ལྷ་བཙུན་པས་ཞུས་ཏེ་ལམ་སྒྲོན་གྱི་སྟེང་ལ་ཕབ་ཡོད་གསུངས། འོ་ད་ལམ་སྒྲོན་བྱང་ཆུབ་ལམ་གྱི་སྒྲོན་མས་ཟེར་ཏེ་གསུངས་འདི་རེད་འོ་ཆེ། སྐྱེ་བོ་མང་པོ་ལ་ཆོས་བསྟན་པ་དང་ཇོ་བོའི་འཕྲིན་ལས་ལ་བརྟེན་པའི་གནས་དེར་གནས་ཆུང་ཅིག་ཀྱང་བྱུང་ཞེས་པ་ལྟར། འོ་ད་དེ་ལྟར་གནས་ཆུང་ཅིག་ཀྱང་ཡོད་རེད་གསུངས་འདུག་ད་ག་ཡོད་ན། བྱའོ་བྱེད་པ་གནས་ཏེ་བྱ། ཕྱོགས་ལ་ཆིབས་རྒྱུ་ན། ལ་སྟོད་བྱང་དགོད་དུ་བྱའོ་བྱས་སོགས་བཀའ་གདམས་ཡབ་སྲས་རྣམས་ཞབས་ཀྱིས་བཅགས་ཤིང་རིམ་གྱིས་ལ་སྟོད་བྱང་གི་མ་མགར་ལུ་གུ། མུ་གུ་ལུང་དུ། དེ་ལ་ཡང་མ་མགར་མྱུ་གུ་ལུང་ཟེར་རོ། དེ་ལ་མུ་གུ་ལུང་སྟེ། ལུང་དུ་སེ་སྟོན་སྒྲ་གཅན་འཛིན་དང་འབྲོག་མི་ལོ་ཙཱ་བས་སྤྱན་དྲངས། འབྲོག་མི་ལོ་ཙཱ་བ་ཕ་ནི་ཚུལ་དང་པོ་སྤྱན་དྲངས་ཀྱི་གཅིག་སྟེ། གང་ཟེར་ཇོ་བོ་རྗེ་སྤྱན་དྲངས་ཀྱི་གཅིག་རེད་པ་འབྲོག་མི་ལོ་ཙཱ་བ་ཁས་ལེན་དམ་བཅའ་བཞག་རྗེས་སྤྱན་དྲངས་པ་དེ་འདྲ་ཡིན་བསམས་སོང་ཨོ་ཅེ། ལིང་ལོ་ཙཱ་བས་ས་སྙིང་ལྷ་ཁང་ལ་རབ་གནས་ཞུ་བ་དང་ཇོ་བོ་ཡབ་སྲས་ཀྱི་གསང་སྤྱོད་བཀའ་གདམས་གླེགས་བམ་དུ་གྲགས་ཏེ་ཟག་མེད་སྔགས་དེ་ནི་ཇོ་བོ་ཆེན་པོས་ཡེར་བ་ལྷ་རི་སྙིང་པོའི་མགུལ་དུ་ཁུང་འོག་འབྲོང་གསུམ་ལ་གནང་ཞིང་ཡེར་བ། སྲིད་དེ་གོ་ཡ་ཡིས་གྲགས་ཡོད་པ་མ་ཡིན་ན་མི་ཤེས། འོ་ད་དེ་འདྲས་བྱས་རྗེས་འདིའི་གནང་ས་དེ་མ་མགར་ཕྱོགས་རེད་བ། ཕ་སྟོན་པ་རིན་པོ་ཆེ་ཞེས་ཞུས་པ་ལ་ཕ་བཅོས་དང། མི་བྱེད། བུ་རྔོག་བུ་རྔོག་ལེགས་པའི་ཤེས་རབ་དང་སྐུ་སྟོན་བརྩོན་འགྲུས་གཡུང་དྲུང་གཉིས་ཞུས་པ་ལ་བུ་བཅོས་སུ་གྲགས་ཕ་བཀའ་གདམས་ཕ་བཅོས་བུ་བཅོས་སྲིད་ཡིན་ཟེར་གྲགས་ནས། བཀའ་གདམས་གོ་འོག་གཉིས་སུ་གྲགས་པར་བྱུང་ངོ། དེ་ལྟར་བཀའ་གདམས་པའི་བུ་སློབ་ཀྱི་ཁྲོད་ལ་སྟོད་བྱང་གི་གྲོ་ལུང་པ་བློ་གྲོས་འབྱུང་གནས་ཅེས། ལ་སྟོད་ཆ། ལ་སྟོད་པ་དཀོན་མཆོག་མཁར། གཏུམ་སྟོན་བློ་གྲོས་འབྱུང་གནས་སོགས་རིམ་པར་བྱོན་ཞིང། ཁྱད་པར་ཐུགས་རྗེ་ཆེན་པོ་པཎྜི་ལུགས་ཀྱི་བརྒྱུད་པའི་སྐབས། པཎྜི་ལུགས་ཀྱི་བརྒྱུད་པའི་སྐབས་སུ་ཞིག་ཐལ་ཆེ་མ་ཞིག་མི་ཤེས། བྱང་ཆུབ་སེམས་དཔའ་ཆེན་པོ་ཟླ་བ་བརྒྱ་མཛད་ནས་གྲུབ་ཐོབ་ཉིང་ཕུག་པ་དང། མདོག་ཤཱཀྱ་བྱང་ཆུབ་མཁན་ཆེན་ཆུ་བཟང་བ། མཆོད་རྟེན་སེང་གེ་དཔལ་ལ་སོགས་པ་བྱང་ངམ་རིང་ཡུལ་ནས་སྐུ་འཁྲུངས་པའི་བཀའ་གདམས་པའི་དགེ་བཤེས་མང་པོ་གནས་དེར་བྱོན་ནས་འགྲོ་དོན་དཔག་མེད་མཛད་པ་མ་ཟད་མ་གསུང་དགོན་སུ་མ་འགལ་ལུང། དེས་ཀྱང་དགེ་སློང་གི་བསླབ་པ་རྣམ་པར་དག་པ་ལ་གནས། སེམས་བྱང་ཆུབ་ཀྱི་མཆོག་ཏུ་བསྐྱེད། འདོད་པ་ཆུང་བ་དང་ཆོག་ཤེས་རྣམས་ཀྱི་གཙོར་བྱས་པ་དང་འཕགས་པ་སྤྱན་རས་གཟིགས་ཀྱི་སྒྲུབ་པ་ལ་རྒྱུན་དུ་གནས་པས་དེའི་རྗེས་སུ་འབྲངས་པའི་རབ་ཏུ་བྱུང་བ་ཡང་མང་དུ་བྱུང་བས་ལོ་རྒྱུས་ཐོག་དབུས་ཕག་དང་གཙང་ཕག་ཞེས་བྱ་བའི་སྡེ་གཉིས་སུ་ཆགས་ས་གོ་མ་མྱོང་དབུས་ཕག་དང་གཙང་ཕག་ཟེར་འདིར་བྱུང་ཡོད་ཟེར། ཁོ་ཚོས་གོ་མ་མྱོང། དགེ་འདུན་བཅོ་ལྔ་ཙམ་དང་བཅུ་རེ་དང་ཐ་ལྔ་རེ་ཙམ་འདུས་པའི་སྡེ་ཕྲན་གྱིས་ནི་དྭགས་སྤུངས་དང། དབུས་ཡོར། ལ་སྟོད། བྱང་ཐམས་ཅད་དུ་ཁྱབ་སྣང་མཛད་ནས་བཀའ་གདམས་པའི་སྒྲུབ་གནས་མང་དུ་བཏབ་པ་སོགས་བཀའ་གདམས་ཆོས་ཀྱི་བསྟན་པ་བྱང་ངག་རིན་ཆོ་སོགས་སུ་ས་མཐར་ཕྱིན་ཁྱད་པར་མཛད་ཡོད། རེད་བྱས། ཨོ་ད་དུག་བྱས་བྱས་ཡང་བརྒྱ། ཧ་ཅང་གི། སྐབས་དེ་དུས་ང་ཚོ་ཁོ་ལ་དངོས་གནས་ཀྱི་ཤེས་རིག་སྐྱེས་བུ་དམ་པ་ཆེན་པོ་རྒྱལ་པོ་ཨ་ནི། སྐྱེས་བུ་དམ་པ་མང་པོ་གི་ཆིབས་བསྒྱུར་གནང་ས་གུ་རུ་རིན་པོ་ཆེ། ཇོ་བོ་རྗེ་དཔལ་ལྡན་ཨ་ཏིའི་ཞལ་ལ་སོགས་པ་དེ་གནང་འདུག་བཀའ་བརྒྱུད་ཀྱི་བསྟན་པ་རིན་པོ་ཆེ་ཇི་ལྟར་སྤེལ་བཙུགས་ནས་ད་བཀའ་བརྒྱུད་ཀྱི་བསྟན་པ་གྲུབ། དེ་ཡང་བཀའ་བརྒྱུད་བསྟན་པའི་སྲོག་བཙུགས་མཁན་མར་པ་ལོ་ཙཱ་བ་ཆོས་ཀྱི་བློ་གྲོས་ཀྱིས་དགུང་ལོ་བཅོ་ལྔ་ནས་བཟུང་ལ་སྟོད་བྱང་གི་སྟོད་སྨད་བར་གསུམ་དུ་ཞབས་ཀྱིས་བཅགས་ཤིང་བྱིན་གྱིས་བརླབས་པ་མ་ཟད་ཞེ་སྡང་དང་མར་པ་ལོ་ཙཱ་བ་ཇེ་མི་ལ་རས་པའི་བླ་མ། འོ་ཁོང་དགུང་ལོ་བཅོ་ལྔ་གི་སྐབས་ལས་བཟུང་རྗེས་ད་ང་ཚོ་ཕྱོགས་ལ་ཡ་མ་མང་པོ་ཕེབས་ཡོད་རེད། མ་མགར་མྱུ་གུ་ལུང་དུ་ཕེབས་ཏེ་འབྲོག་མི། འབྲོག་མི་ཤཱཀྱ་ཡེ་ཤེས་ལས་བསྒྱུར་བསླབས་ཤིང་ལེགས་པར་མཁྱེན། ད་མ་མགར་ལུ་གུ་ཟེར་དུས་ད་འབྲོག་མི་ལོ་ཙཱ་བའི་འཁྲུངས་ཡུལ་མ་མགར་ཕྱོགས་ནི་མིན་འགྲོ། འོ་དེ་བྱས་བྱས། མ་གས་པས་ད་ཁོང་རང་གཉིས་རྒྱ་གར་ལ་སློབ་སྦྱོང་གནང་ག་གནང་དུས་ཡང་གཏམ་རྒྱུད་དཔེ་སྙན་པོ་དེ་འདྲ་འདུག་ག། དགོས་དེ་བས་རྒྱ་གར་ལ་ཨ་རིའི་བལ་ཡུལ་ལས་དཔལ་ཏིའི་བལ་ཡུལ་གྱི་བཀའ་ཆོས་གནང་ས་ལས་དཔལ། འོ་དེ་འདྲ་བྱས་བྱས། ག་ཟེ་ཞུ་ཡས་དམ་ཐག་འདི་གི། ང་ཚོ་གི། མར་པ་ལོ་ཙཱ་བ། ནམ་ཀུན་ནས་དེ་ནས་ད་ང་རྒྱ་གར་ལ་ཆོས་ལབ་ག་འགྲོ་གི་ཡིན། དེ་ནས། ཡབ་དང་དེ་ཚོ་གི། དེས་བོད་ལ་ལོ་ཟླ་བ་བསླབ་ན་འགྲིག་གི་རེད་གསུངས་དུས་གང་དེར་འགྱངས་ན་ད་ང་ཡི་ཞེ་མེད་ང་ཕར་འགྲོ་གི་ཡིན་ཟེར་ང་ལ་དེ་སྤྲད་རོགས་གྱིས་ནང་གི་ཐོབ་ཐང་ག་རེ་ཡོད་ཨང་དེ་ཁྱེར་ནས་ང་རྒྱ་གར་ལ་འགྲོ་གི་ཡིན་གསུངས་ངས་ཞུས་དོགས་ལ་འོ་འདུག་བྱས་རྗེས་ལས་ཁུངས་ནང་པ་མཉམ་པོ་བས་དེ་འདྲ་བྱེད་ཀྱིན་པ་ཡོད་འོ་ལྟ་ཁོང་རྣམ་པ་དང་པོ་དེས་མ་བོད་ལོ་ཙཱ་བ་ག་བ་ཕེབས་རེད་ཟེར་ན་ཨ་ནི་མང་ག་ལུག་ལུག་གི་ཡོད་ག་རེ་ཕེབས་བར་གྲོང་མི་ལོ་ཙཱ་བ་ཤཱཀྱ་ཡེ་ཤེས་ལ་ཡིག་སྒྱུར་ལག་པ་ཕེབས་པར་ད་དེང་སང་ག་འདུག་ཤེ་ན་ཡིག་སྒྱུར་བ་རྒྱ་གར་དུ་ཆོས་སློབ་ཏུ་འགྲོ་བ་དགོངས་ནས་རྟགས་གཅིག་དང། སིང་ལྡིང་གི་སྒ་གཅིག་བཅས་ལ་སྟོད་བྱང་གི་རྟགས་ཚད་ཚོང་འདུས་སུ་གསེར་ལ་བསྒྱུར་ནས་བྱོན་པར་བཞེད་པའི་ཚེ། ཨོ་ད་རྟགས་དང་སིང་ལྡིང་གི་སྒ་གཅིག་སིང་ལྡིང་གི་རྟགས་གཅིག་ཚོང་དེ་འདི་ག་རེ་དང་འདྲ་བ་ཡང་སྲིད་རྗེ་མི་ལ་གི་རྣམ་ཐར་འདྲ་བོ་དང། རྗེ་མི་ལ་ར་བར་རྟགས་གཅིག་ཡོད་པ་ཡང་བྱ་རྟགས་ཀྱང་མར་ཐང་གཅིག་དང་ཚོས་ཐང་གཅིག་བཅས་བྱས། སྐོར་བྱེད་ཨ་མ་གི་རྟགས་ནང་དུ་འདི་ཡང་ཚོང་བསྒྱུར་བྱས་ཀྱི་བྱེ་ཐང་རུ་བ་དང་སྐབས་དུས་དུས་ཀྱི་ཆེད་དུ་སྤྱི་ཚོགས་ཀྱི་འགྲོ་སྟངས་དང་འཚོ་བྱེད་དང་འདྲ་བ་འགྲོ་བྱེད་ཀྱི་བར་བྱེ་ད་དང་དུ་བྱས་བྱས། མཐར་ཟུག་གོ་རེ། ང་ཚོ། ད་ལྟ་དེ། རྗེ་མར་པ་ལོ་ཙཱ་བས་འདི་འདྲའི་གནང་གི་འདུག་གནང་འདུག་ག། སྟག་རྩེ། སྟག་རྩེ་ཚོང་འདུས་ཞེས་ཞེས་སྟག་རྩེ་གི་ཡ་གི་སྟོད་ཀྱི་སྟག་རྩེ་ཞེས་དེ་ག་བ་ཡིན་ན་འོ་ད་དེ་འདྲའི་ཞིག་གི་ཅིག་གང་ལགས་ས། སྟོད་བྱང་གི་སྟག་རྩེ། སྟག་རྩེ་རྫོང། མི་ཤེས་ད་དེ། སྟག་རྩེ་མའང་ཅིག་རོ་ཡ་དེ་ག་བ་ཡིན་ན། ཚོང་འདུས་སུ་གསེར་ལ་བསྒྱུར་ནས་བྱོན་པར་བཞེད་པའི་ཚེ། ཀློག་སྐྱ་སྟོན་པ་ཞེས་པའི་བླ་མ་ཞིག། སྟག་རྩེ་མི་མང་སུ་སློབ་མ་ཅིག་གི་གདན་དྲངས། སྟག་སྡེ་མི་མངས་ཞེས་དེའི་ནང་ལས་གདན་དྲངས་པ་རེད། སྨྱོས་ལོ་ཙཱ་བ་དགུང་ལོ་ལྔ་བཅུ་ང་དྲུག་ལོན་པ་གཅིག་གིས་འགྲེལ་བཤད་བྱས་པ་དང་རྗེ་མར་པ་པ་ལོ་བཅུ་བདུན་པ་གཅིག་གིས་བཞོན་པ་ཆེ་བོད་ཕྲུག་ཉི་ཤུ་རྩ་བདུན་གྱིས་རྒྱ་གར་དུ་བྱོན་པར་ཆས། ད་ཁོང་ཚོ་མཉམ་པོ་བོད་ཕྲུག་ཉི་ཤུ་རྩ་བདུན་ཞིག་བྱས་ཡོད་ཟེར། དགུང་ལོ་མཐོ་ཤོས་དེ་སྨྱོས་ལོ་ཙཱ་བ་དགུང་ལོ་ལྔ་བཅུ་ག་ཚོད་ཅིག་རེད། དེ་དུས་ད་མར་པ་ལོ་ཙཱ་བ་རྒྱ་གར་ལས་ཕེབས་དུས་དགུང་ལོ་བཅུ་བདུན་ཡིན་ཟེར། བྱོན་པར་ཆས། ལ་སྟོད་ཅུང་བར་གསར་ཞག་མང་དུ་བཞུགས་ཤིང། ཅུང་པ། ཅུང་པར་གསར། ཞག་མང་དུ་བཞུགས་ཤིང། ད་ལ་དོན་ནི་ཅུང་པ་ལ་ཡང་ཕན་མི་འགྲོ་ཅུང་པར། ཅུང་པ་གསར། ཞག་མང་དུ་བཞུགས་ཤིང་ཞག་མང་དུ་བཞུགས་ཤིང་ཟེར་དུས་ལ་དོན་ཅུང་རེད། ང་ཅུང་ན་ཚོད་ལ་མ་འགྲོ། ཉི་མ་མང་པོ་བཞུགས་པ་རེད། ད་ཕག་ཅུང་ན་ལག་བརྒྱབ་རྒྱུ་ཕན་ཡིན། གུང་གླང་གསེར་ཁང་དུ་གསེར་འཚོགས་འདུ་བྱོན་པའི་ལོ་རྒྱུས་སོགས་གུང་གླང་གུ་གླང་གསེར་ཁང་ཟེར་གྱི་འདུག་ད་དེ་རྣམ་པ་ཚོ་མཁྱེན་མཁན་ན་གསུང་རུང་ན་གོ་བ་ཡིན་མིན་མི་ཤེས། འོ་གུང་གླང་གསེར་ཁང་དུ། ཨོ་ས། གསེར་འཚོགས་འདུ་བྱོན་པའི་ལོ་རྒྱུས་སོགས་སྔ་རྗེས་སུ་ལ་སྟོད་བྱང་བརྒྱུད་ནས་རྒྱ་གར་དུ་ལན་གསུམ་བྱས་ཕ་ཡུལ་དུ་ལན་བཞི་བྱོན། ད་དེ་སུས་བྱོན་པར་ཟེར་ན་མར་པ་ལོ་ཙཱ་བ་རྒྱ་གར་དུ་ལན་གསུམ་བལ་ཡུལ་དུ་ལན་བཞི་བྱོན། པཎ་ཆེན་ནཱ་རོ་པ་དང། མངའ་བདག་མེ་ཏི་བ་སོགས་གྲུབ་ཐོབ་ཀྱི་བླ་མ་མང་དུ་བསྟེན། རྒྱ་གར་བོད་དུ་ཕེབས་ནས་ཀ་ཆེན་བཞི་ཡི་སློབ་མ། མང་དུ་བསྐྲུན་པ་དང་བཀའ་བརྒྱུད་ཀྱི་བསྟན་དཔེ་སོགས་ལེགས་པར་བཙུགས། ཁྱད་པར་ཀ་ཆེན་བཞི་ཡི་ཡ་གྱལ་གངས་ཅན་སྒྲུབ་བརྒྱུད་བསྟན་དཔེ་བྱུག་གུ་དཔལ་མི་ལ་ཞེས་པས་ཀྱང། ལ་སྟོད་བྱང་གི་སྟོད་སྨད་བར་གསུམ་དུ་ཕལ་པ་དང་བཞི་བ། འོ་བྱེད་རྗེས་མི་ལ། འགྲོ་བ་རྣམས་སྨིན་གྲོལ་གྱི་ལམ་ལ་བཀོད་པ་དང་རས་ཆུང་པ་དང་འབྲི་གུམ་རལ་པ། ཨ་ད་ཁོང་ཡང་བསྐྱར་འབྲི་གུམ་རལ་པ་དང་དེ་ཚོ་ང་ཚོ་ཕྱོགས་འཁྲུངས་གྱུར་ཏོ། ཉམས་མ་དཔལ་དར་འབུམ་ཡང་བསྐྱར་ལ་ང་ཚོའི་ཕྱོགས་ལ་རི་རས་ཏོ། བླ་མ་མང་དུ་བསྐྲུན་པ་དང་ལ་སྟོད་རྒྱལ་གྱི་ཤི་ལ་སྒོམ་དུ་བྱོན་པའི་མུས་ཀྱི་རྟ་མོ་གླིང་གི་འབྲི་གུམ་རལ་པ་དང་མཇལ་བ་དང། བྱང་རྟ་སྒོ་བྱོན་པའི་ཚེ་དཔར་རས་ཆུང་གི་མཁས་པ་གླེགས་གསུམ་དུ་ཉམས་མ་དཔལ་དར་འབུམ་དང་མཇལ་བ་དང། ཟླ་བ་ལྟ་བུའི་ཐུགས་སྲས་རས་ཆུང་པས་ལ་སྟོད་བྱང་པའི་ཅུང་གི་ཕྱོགས་ཁར་དུ་ལ་སྟོད་བྱང་གི་རས་ཆུང་པ། རས་ཆུང་པ་གི་ལ་སྟོད་བྱང་གི་ཕྱོགས་ཁར་དུ་ལོ་ལྔ་བཞུགས་ནས་བྱང་གི་ཕྱོགས་ཁར་ཞེས་ད་འདི་ག་བ་ཡིན་ན་ལ་སྟོད་ཅུང་གི་བྱང་པའི་ཅུང་ཟེར་ཏེ་ཅུང་ཀ་ཅུང་ནང་གི་ཕྱོགས་ཀར་མའོ་ཀ་ར་ཐའོ་ཀ་ར་ཀར་ཕྱོགས་ཁར་ལ་ལོ་ལྔ་བཞུགས་ནས་སྒོམ་སྒྲུབ་མཛད་ཡག་རེད། ཞལ་སློབ་ལ་སྟོད་བྱང་གི་ཟངས་རི་རས་པ་ཞེས་དོ་ཅེ་ཟངས་རི་པ། ཨ། གཙང་པ་སྲུང་པ་སོགས་ཐུགས་སྲས་མང་དུ་བསྐྲུན་ནས་འཕྲིན་ལས་ཡུན་རིང་དུ་བསྐྱངས་པ་སོགས་བཀའ་བརྒྱུད་པའི་བླ་མ་མང་པོ་གནས་དེར་ཆོས་ཀྱི་འཁོར་ལོ་རྒྱ་ཆེར་བསྐོར་ནས། ཨ་ནི། བཀའ་བརྒྱུད་ཀྱི་བསྟན་པ་རིན་པོ་ཆེ་ལ་བསྟོད་བསྐུལ་ཡོངས་སུ་དར་བར་མཛད་དོ། བྱས་རྗེས་ད་དེ་རིང་འདི་ཡང་བཞག་གི་ཡིན་འདུག་ད་ད་དུང་ད་ད་མུ་མཐུད་ནས་ཆོས་ཕྱོགས་ཀྱི་འདིར་འོ་ད་ནང་པ་ཚོ། ད་རེས་ངའི་གོ་ཐོག་སེ་དུས་ང་རང་ཚོ་ཆུ་འཁོར་ལས་བཀའ་རྒྱུད་ཀྱི་བཀའ་རྒྱུད་རང་པའི་བོད་ལུགས་ཆོས་དར་ཐང་དེ་གངས་ཏི་སི་ཕེད་དུ་ད་ང་ཚོ་ཆོས་ལུགས་འཕེལ་རིམ་ཟེར་བཞིན་འདུག་བ་ཁོང་རང་གི་ལོ་རྒྱུས་འཕེལ་རིམ་ཟེར་བྱས་བྱས་བ་ད་དེ་ཚོ་དཔེ་ཁོང་རང་གི་སྤྱི་བཏང་གི་བྲིས་ཐང་ཧང་སང་ཡག་པོ་བྲིས་གནང་འདུག་ག་ད་དེ་བྱས་དུས་ང་ཚོས་བསམ་བློའི་ནང་ལོགས་ལས་དོན་ཅི་ཟེར་འབྱོར་ར་ད་ག་ད་རོབ་ཚོ་ཅིག་ཤར་ཡས་ཅིག་བསམ་བློའི་ནང་ལོགས་ལས་ཨ་ལས་དེ་དེ་འདྲས་ཞིག་རེད་འདུག་བ་ཟ་བ་ཞིག་པའི་ཁྱི་མ་ཅི་ཞིག་མ་སྐྱེས་པ་ཡིན་ན་ལས་ང་ཚོ་ཕ་ཡུལ་གྱི་རྩ་བའི་གཡས་གཡས་སྟངས་དེ་དུམ་བུ་ཆེན་པོ་བཞི་ལས་གཡས་ཤག་དུམ་བུ་ཆེན་པོ་བཞི་ལས་གཡས་ཀྱི་ས་གཞི་གྲུབ་ས་དེ་འདྲས་ཞིག་རེད་ཤག་དེའི་ནང་ལོགས་ལ་སྐྱེས་བུ་དམ་པ་དེ་འདྲས་ཞིག་འདུག་ད་དེ་སླེབས་དུས་འོ་ན་སྐྱེས་བུ་དམ་པ་དེ་ག་འདྲས་བྱུང་བ་རེད་ད་ཡ་ཚད་འགའ་བྱུང་ན། སྐྱེས་བུ་དམ་པ་འབྱུང་སྲིད་ཁོང་ཅིག་ཚེ་འོར་བ་ཁོང་གིས་ག་བ་ལྟ་འོར་སྲིད་དུས་ད་ལོ་འབྱུང་གནང་ས་ཟེར་ན་འདྲ་ང་ཚོ་ཡིན་ན་ཁོ་མི་གཅིག་མཁས་བ་ཆེན་པོ་ཞིག་ཐོན་པ་རེད་ཟེར་ན་ལམ་སང་དྲི་བ་དེ་ག་རེ་སླེབས་ཀྱི་རེད་ཁོང་སློབ་སྦྱོང་གནང་ས་ག་བ་རེད་ཟེར་དེ་དྲི་བ་སླེབས་ཀྱི་ཡོད་རེད་བ་དེ་དག་གཅིག་པ་གཅིག་རྐྱང་མི་དེ་དང་དེ་ཡོད་རེད་ཨ་ནི་ཁོང་རང་གི་མཛད་པ་དེ་དེ་རྐྱང་བ་རེད་ད་འོ་ན་ཁོང་རང་བྱུང་ས་དེ་ག་འདྲ་ག་འདྲ་ག་འདྲ་རེད་བས་ཟེར་སླེབས་དུས་ད་ཆོས་ཀྱི་སྟེང་ནས། ཚང་མ་དེའི་དེ་སྐྱེས་བུ་དམ་པ་ཡིན་དུས་ཆོས་དང་འབྲེལ་བ་ཡོད་པ་རྐྱང་རྐྱང་རེད་བ་ད་ལྟ་དེའི་དེ་དེ་ཡིན་དུས་ག་འདྲ་བྱུང་བ་རེད། འོ་ད་དང་པོ་དེ་ཆོས་བཤད་ཡོང་དུས་དང་པོ་བོན་གྱི་འདུ་གནས། ཟོག་འདོན། འཇིགས་བྱེད། ཨ་ནི་བོན་གྱི་བྱང་གཏེར་དར་ས་གཉན་བཤད། ཨ་ནི་བོན་བསྟན་པ་ཉམས་པ་དང་གཏེར་ཁ་བེད་སྤྱད་དུས་རབས་བཅུ་གཅིག་ནང་ལ་ཡི་དེ་རིམ་མ་ཡང་གཅིག་བྱུང་བ་གཅིག་བཤད། དེ་ནས་གསང་སྔགས་གསར་པ་བཤད། སྙིང་པོ་བྱེད། ཨ་ཏི་དེ་ནི་ད་ག་དམ་པ་བྱེད། འོ་འདུག་བྱེད་ཅེས་ད་དེ་ནི་མ་ག་རྒྱུད་པ་ད་ད་རིམ་པས་འདུག་བྱེད་ཅེས་དོན་གསུང་ང། འོ་ཡ་ད་དེ་དེ་ཆ་ཚང་དེ་ནི་མ་ཡོད་དེ་པར་བྱེད་ད་ག་ད་ང་ཚོ་དེ་ཚིག་ཤེས་དགོས་དཔེར་གལ་ཆེན་པོ་འདུག་གནད་འགག་ཡོད་པ་ཨ་དེ་རེད་ཅེས་ད་དེ་ཚུལ་དེ་དེ་ཅེས་ཆ་ཚང་ཅིག་རོབ་ཏུ་བྱུང་སོང་ན་དེ་གར་དོགས་ཟེར་དུས། རྗེས་མ་ང་ཚོ་ལོ་རྒྱུས་ཕྱག་ཐབས་གཞན་པ་དེ་ད་ང་ཚོ་གཙང་སྒྲུབ་སྟོབས་ལགས་ཀྱིས་བརྩམས་གནང་བ་དེ། ད་འདི་དང་གཉིས་ཀ་རེད་ཀྱེ། ཡང་ཚུགས་མདུན་རང་བཞིན་གྱི་འོང་ཅིག་ཟིག་པ་ཡིན་ན་བེད་དེ་ཡང་གློག་བརྙན་དང་མ་བཟུང་ན་རི་མོ་མ་འདྲ་ཞིག་མཐོང་ཡོད་ཅིག་དང་གཉིས་ཀ་བསྡོམས་ན་ཨ་ནི་ཆ་ལག་ཚང་པོ་ཧ་ཅང་ཡག་པོ་ཡོད་ས་རེད་འོ་ཐུག་ཡིན་དུས་ཨ་ནི། ཁོང་རང་གི་ཡིན་ན་ལ་ཞིབ་འཇུག་གཏིང་རིང་པོ་དང་ཡིག་ཆ་དེ་ཚོ་སྙིང་པོ་མང་པོ་ཞིག་འདུག་ག་ལུང་འདྲེན་གནང་ཡོད་དེ་ཚོ་འོ་དེ་འདྲ་ཡིན་དུས་ད་ཁོང་རྣམ་པ་གཉིས་ཀ་ང་ཚོ་བྱ་རེ་ཡིན། ད་ལྟ་དེ་ག་ཟེ་རེད་གུང་ཐང་བསྟན་ནོར་ལ་ཡིན་པ་ཡིན་ན། དམིགས་བསལ་གྱི་ཕོགས་ཐོབ་ལེན་ཐུབ་མཁན་གྱི་མཁས་པ་ཞིག་རེད་འདུག་བ། གཞིས་ཀ་རྩེ་གི། དེ་འདྲ་རིགས་གཅིག་མཁས་པའི་ནང་ལོགས་རིགས་གཅིག་མཁས་པ་སོགས་རེད་དེ་འདྲའི་ནང་ལོགས་ལས་གོ་དམིགས་བསལ་མཁས་པ་ཡིན་ན། དམིགས་བསལ་གྱི་ཆེ་མཐོང་བྲལ་ཅེས་དེ་ལ་ཡང་གླ་ཆ་དད་པ་སྤྲད་གི་འདུག་བ། འོ་དེ་ཁོང་རང་དེ་འདྲ་ཞེན་མཁན་རེད་འདུག་བ། ད་ང་ཚོ་བཙན་བྱོལ་ནང་ལ་ཆ་བཞག་ན་གཙང་སྒྲུབ་སྟོབས་ལ་གཟིགས་དུས། འོ་ད། ཡོངས་གྲགས་ཀྱི་ལོ་རྒྱུས་སྨྲ་བ། མཚན་སྙན་ཡོད་མཁན་ཞིག་རེད། ཨ་ཁོང་རང་གིས་འདི་ཙམ་གནང་བ་ད་དེ་རྗེས་མ་ང་ཚོ་ད་ལྟ་འདི་ཚར་ན་རིམ་པས་རྗེས་མ་དེ་གནང་ད་དེ་ནི་ག་ལ་གང་འཚམ་ད་གང་ལྟར་ང་རང་ཚོ་གི་དེ། ལུང་པ་གི་དེ། རབས་ཚོ་ཞིག་གང་ལྟར་ལོ་རྒྱུས་ཀྱི་སྟེང་ནས་ང་ཚོ།

འགྱུར་བ་གཅིག་གི་དབང་གིས་བྱང་བདག་རིམ་པ་ནས་བྱས་རྗེས་ལྟར་ངམ་རིང་བྱུང་ཚོང་དཀར་མོ་སྲིད་གྲོགས་སྟོད་རྩེ་ཡར་ཐིག་སེ་བྱས་འདུག་བ་དེ་ཡིན་དུས་འདི་ཕྱི་གྲལ་དེ་ལྟར་རིམ་པས་གོ། སྤྱི་ཚོགས་ཀྱི་འཕེལ་རིམ་ཟེར་ནའང་འདྲ་དེ་འདྲའི་དབང་གིས་ཆབ་སྲིད་ཀྱི་འགྱུར་བ་གཅིག་གི་འོག་ནས་ག་ལུ་གུ་ལུ་མ་སླེབས་པ་རེད། ཨོ་ད་དེ་འདྲ་རེད་ཤག་ཐུགས་རྗེ་ཆེ་ད་དེ་ཙམ་ཡིན་འདུག་ཐུགས་རྗེ་ཆེ་ཞུ་ཡི་འདུག།